དེ་རིང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་སྤྱི་ཟླ་དགུ་བའི་ཚེས་པ་གཉིས་ཀྱི་དགོང་དག་ལ་ད་དེ་ནས་ངས་བརྙན་འདི་བཟོ་གི་ཡོད་དེ་རིང་ང་རང་གིས་བརྙན་བཟོ་ཡ་དེ་ད་ང་རང་ཚོ་གི་སྤྱིར་བཏང་དྲ་རྒྱ་བེད་སྤྱོད་གཏོང་ཕྱོགས་དང་འབྲེལ་བའི་ཐོག་ལ་ང་རང་གི་བསམ་ཚུལ་དང་དོགས་སློང་བཅས་ཞུ་བ་ཡིན། དེ་ཤུ་གར་གྱི་རྒྱུ་མཚན་ག་རེ་བྱས་ནས་ཡིན་ལབ་ན་སྤྱིར་བཏང་ད་ག་སོང་དེ་རིང་མི་མང་པོ་བཅས་ཀྱིས་དྲ་རྒྱའི་དུས་རབས་རེད་ཟེར་ལབ་ཀྱི་ཡོད་རེད་དེ་ཡིག་དབང་དུ་བྱས་པ་ཡིན་ན་དེ་ནི་ང་ཚོ་མི་སྒེར་སོ་སོ་གིས་སྤྱི་ཚོགས་དྲ་ལམ་བེད་སྤྱོད་གཏོང་ཕྱོགས་དང། དེ་ལྟ་ཉན། རྗེས་འདེད་བཟོ་མཁན་ཚོ་གི་དགའ་ཕྱོགས་འདྲ་བོ་དེ་ད་ད་ལྟའི་དུས་རབས་ཀྱི་སྤྱི་ཚོགས་དེ་གའི་གནས་ཚད་དང་དགའ་ཕྱོགས་འདྲ་བོ་ཅན་མཚུངས་ཀྱི་ཡོད་རེད། དེ་ནི་སྤྱི་ཚོགས་དེ་དང་དེའི་ཁའི་བསམ་བློ་ཁའི་པར་ཡོང་དང་མ་མཐའ་ཡང་སྤྱི་ཚོགས་དེའི་ཁའི་དུས་ཚོད་དང་དང་དྲ་ལམ་དེ་ཚོར་གཞན་དོན་བེད་སྤྱོད་གཏོང་ཐུབ་ཀྱི་ཡོད་མེད་ཀྱི་མཚོན་རྟགས་འདྲ་བོ་ཅིག་ཆགས་འགྲོ་གི་ཡོད་པ་དང། ད་དེའི་ཁའི་སྤུས་ཚད་ལབ་ཀྱི་ཡོད་ན་འདྲ་དེ་ནི། དེ་ཚུར་ལྡན་གྱི་ཡོང་མི་ཡོང་གཙོ་བོ་དེ་ལྟ། སྤྱི་ཚོགས་དྲ་ལམ་དེ་ཚོ་ལ་གནས་ཚུལ་སྤེལ་མཁན་དེ་ཚོ་གིས་གནས་ཚུལ་ག་འདྲི་ཅིག་སྤེལ་གྱི་ཡོད་མེད་དེ་ལྟ། དེ་ལ་རག་ལས་བསྡད་པ་ཅི་རེད་བསམ་གྱི་ཡོད། ད་དེང་སང་སྤྱི་ཚོགས་དྲ་ལམ་ལ་གནས་ཚུལ་སྤེལ་བ་མང་པོ་ཅིག་ད་ང་རང་ཚོ་སྒོ་ང་གི་དབང་བོ་གི་ནོར་ལང་ནི་ཅིག་ཡིད་ཀྱི་དབང་བོ་ཐང་ཐང་ཡིན་པའི་གད་ད་དྲ་ལམ་གྱི་མཛེས་ལྕུག་པ་གད་དེ་ནི་དངོས་གནས་ཀྱི་མཛེས་ཆོས་ཀྱི་མིག་མདུན་ལ་མིག་དཔེ་ངན་པའི་གད་སྙིགས་སྤུངས་པ་འདྲ་བོ་གཅིག་དང་དེ་ནི་དུས་ཚོད། འཕྲོ་བརླག་གཏོང་ཡ་གཅིག་པོ་གཅིག་མ་གཏོགས་གཅིག་བློ་བསྐྱེད་དང་དགེ་ཕན། ཁྱད་པར་བ་གཅིག་གོང། མེད་བ་དེ་འདྲ་ཡང་ད་ཇི་ལྟ་ཇི་མཉེས་ཀྱི་ཡོད་རེད་ད་ཡིན་ན་ལས་སྒེར་གྱི་དྲ་ལམ་ལ་ག་རེ་སྤེལ་མི་སྤེལ་དེ་སྒེར་སོ་སོ་གི་རང་དབང་དང་པར་དབང་ཡིན། ཟེར། མི་སྲིད་པ་མ་རེད་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ད་གེར་གི། ཅེས་ག་རེ་སྤེལ་མི་སྤེལ་གྱི་ཐོག་ལ་ད་བསམ་ཚུལ་འདོང་ཡ་དེ་ཅིག་བྱས་ན་ང་ཚོ་བོད་པའི་གཏམ་དཔེ་ལ་ལ་བ་ནང་བཞིན། སྐལ་མེད་ས་ལ་སྐད་གསེང་ལ་བ་འདྲ་བོ་བྱས་ཆགས་སྲིད་པ་རེད། ད་གཙོ་བོ་ང་ཚོ་གི་དྲ་ལམ་ལ་གནས་ཚུལ་ག་རེ་སྤེལ་བ་དེ་བདུན་པ་རྩ་འཛིན་བྱས་པའི་ཐོག་ནས་སྤྱི་ཚོགས་ཀྱི་ཤེས་རྟོགས་དགོས་ཡག་གི་རྒྱུན་ཤེས་དང་འཕྲོད་བསྟེན། དེ་ནི་ལོ་རྒྱུས་ཡང་མིན་ན་སྤྱི་ཚོགས་དང་མི་སྒེར་ལ་ཅིག་མིག་དཔེ་ཡག་པོ་དང་ངན་པར་དུ་ཤིས་དགོས་ཡག་གི་འཛམ་གླེང་གི་འགྱུར་བ་ལྟ་བུ་གི་ད་གའ་བབ་ཀྱི་གནས་ཚུལ་གསར་པའི་རིགས་དང། བློ་སྒོ་འབྱེད་ཐུབ་ཡག་གི་དོགས་སློང་དང་ལྟ་ཚུལ་གསར་བ། དེ་ནི་ཅིག་ང་ཚོ་ཐུན་མོང་གི་འགན་རེ་དང་གོ་སྐབས་གསར་བ། ག་རེ་ཡོད་མེད་ད་དེ་འདྲ་འདྲ་འོ། དཔེར་ཐོ་བ་ཡིན་ན་དེ་ནི་རེ་སྟོང་ཡོད་བདེ་བ། མདོར་བསྡུས་ན་ཤེས་བྱ་ག་རེ་ཅིག་ངོ་སྤྲོད་བྱེད་པ་དང་འགལ་འབྲེལ་དང་རིན་ཐང་གང་ཞིག་སྒྲུབ་པ་ལ་ལྟ་ཡར་སྐོར་གྱི་ཁ་ཕྱོགས་ཅིག་དྲ་ལམ་དེ་དང་དེ་ལ་སྤེལ་གྱི་ཡོད་མེད་ལ་བལྟ་བྱས་ནས་ད་དྲ་ལམ་དེ་དང་དེ་རྗེས་འདི་ལྟ་ཉན་བཟོས་པ་ཡིན་ན། དེ་ནི་ད་ཕན་མ་གཏོགས་ཕར་ཕྱིན་ནོར་ཡོད་མ་རེད་དྲན་གྱི་འདུག་ད་དེ་འདྲས་ཀྱི་དབྱེ་ཞིབ་ཀྱི་དགོས་ཡ་དེ། སྤྱི་ཚོགས་དྲ་ལམ་དེ་དང་དེ་དེ་ནི་ཡིད་ཆེས་སྤྱི་ཚོགས་དྲ་ལམ་གྱི་གད་སྙིགས་སྤུང་ས་འདྲ་བོ་ཆེ་ཆགས་ཡོད་མེད་དེ། དྲ་ལམ་དེ་ལ་རྗེས་འདེད་མ་བགྱིས་པའི་གོང་ལ། ད་དབྱེ་ཞིབ་འདྲ་བོ་བྱེད་དགོས་དེ་མི་སྒེར་སོ་སོ་གིས་རྩ་ཆེའི་དུས་ཚོད་མང་པོ་ཅིག་སྤྱི་ཚོགས་དྲ་ལམ་ལ་གཏོང་གི་ཡོད་དུས་དུས་ཚོད་ཀྱི་རིན་ཐང་ལ་རྩིས་རྒྱག་སྟངས་ལ་ན་ད་ཆོག་གི་རེད། དེ་ནི་ང་རང་ཚོ་བོད་པ་ཚོ་སྒེར་གྱི་དུས་ཚོད་ལས་ཀྱང་ད་རྩ་ཆེ་བ་དེ། དྲ་ལམ་ལ་ཅིག་དོ་སྣང་དང་རིན་ཐང་གཞན་དག་ཅིག་ལ་ལྟ་དགོས་ཡ་དེ། དེ་ནི་སྤྱི་ཚོགས་དྲ་ལམ་དེ་དང་དེ་ལ་པིར་བྷེ་ཁེ་གནས་ཚུལ་དེ་དང་དེ་ཁེ། དེ་ནི་བོད་ཀྱི་རྩ་སྟོང་འཐབ་རྩོད་དང་ལོ་རྒྱུས་ལ་ཕན་གནོང་འདྲ་བོ་དེ་ག་རེ་འདྲེན་གིན་ཡོད་མེད་ལ་ངེས་པར་དུ་དོ་ཁུར་བཟོ་དགོས་ཡ་དང། གནས་ཚུལ་སྤེལ་མཁན་ཚོ་ཡོན་པ་ཡིན་ན་ལས་དེ་འདྲས་ཀྱི་འགན་ཁུར་ཅིག་གི་ཐོག་ནས་གནས་ཚུལ་སྤེལ་ཡ་དེ་ད་ཧ་ལས་བྷེ་ཁེ་གནད་འགག་ཆེན་པོ་ཅིག་མཐོང་བསྡད་ཀྱི་འདུག་དེ་འདྲས་ཡིན་པའི་རྒྱུ་མཚན་གྱིས། ངས་དེ་རིང་གཙོ་བོ་བརྙན་འདི་བཟོ་དགོས་ཀྱི་རྒྱུ་མཚན་དེ་ཡང་དག་དེ་སོགས་ཀྱི་ཐོག་ལ་གཅིག། སོ་སོ་གྱི་ཉམས་མྱོང་དང་འབྲི་བའི་ཐོག་ནས་དོགས་སློང་དང་དྲན་སྐུལ་ཅིག་བཟོ་ཡག་གི་ཆེད་དུ། དེ་ནས་ངས་སྐད་ཆ་འདི་ཞུ་གི་ཡོད། དང་པོ་ཞུ་ཡག་ཡིན། དེ་ནི་སྤྱིར་བཏང་ང་ཚོ་བོད་ཀྱི་གནའ་མིའི་གཏམ་དཔེ་ལ། གུང་ཁྲན་དེ་ཁ་ནས་སྨྲ་ཤེས་གང་འདུག་དེ་ལག་གི་མ་ལས་ལ་བས་བྱེད་ཡོད་རེད་དེ་ལའོ་ནང་བཞིན་དྲ་ལམ་ལ་ག་རེ་སྤེལ་མི་སྤེལ་དེ་ལྟ་སྙན་བཟོ་མཁན་ཙམ་མ་ཡིན་པ་གཙོ་བོ་གནས་ཚུལ་དེ་སྤེལ་མཁན་ཚོ་ལ་འགན་དང་རག་ལས་དེ་ཡོད་དུས་བོད་པ་ཅིག་ཡིན་པའི་ངོས་ནས་བོད་སྤྱི་དང་འབྲེལ་བའི་གལ་དེ་ནས་བསམ་ཚུལ་དང་བྱ་སྤྱོད་ཁག་ང་ཚོའི་སྤྱི་ཚོགས་དྲ་ལམ་ལ་ཁྱད་པར་བཟོ་བའི་སྐབས་ལ་དེ་སོགས་ཀྱི་ཐོག་ལ་གཅིག་སྤྱི་ཚོགས་དྲ་ལམ་ལ་གནས་ཚུལ་དེ་དང་དེ། སྤེལ་བ་ཡིན་ན་དེ་ནི་དགྲ་བོ་རྒྱ་ནག་གི་དགོས་མཁོ་ཆགས་ཀྱི་འདུག་དང་མི་འདུག་དེ་ནི་ལོ་རྒྱུས་དང་མཐུན་གྱི་འདུག་དང་མི་འདུག་བོད་ཀྱི་རྩ་དོན་འཐབ་རྩོད་ལ་ཕན་དང་གནོད་ག་རེ་ཡོང་གི་འདུག་དེ་སོགས་ལ་ངེས་པར་དུ་གནས་ཚུལ་དེ་མ་སྤེལ་བའི་གོང་ལ་བསམ་བློ་གཅིག་གཏོང་དགོས་ཡ་དང། དེ་ནི་སོ་སོས་སོ་སོ་ལ་དྲི་བ་གཅིག་གཏོང་དགོས་ཡ་དེ་ད་ཧ་ལས་པའི་གི་གལ་ཆེན་པོ་འདུག་དེ་ངས་དྲན་སྐུལ་དང་དོགས་སློང་ཞུ་གི་ཡོད། ད་ད་ལྟ་གྲ་སྒྱིའི་དུས་རབས་ཡིན་པའི་དབང་དུ་གཏོང་ན་ང་ཚོས་ཀྱང་དྲ་ལམ་དེ་ཅིག་བེད་སྤྱོད་ག་འདྲས་ཅིག་བྱེད་དམ་མི་བྱེད་ང་ཚོ་མི་སྒེར་རེ་རེ་དང་སྤྱི་ཚོགས་ཧྲིལ་པོ་ལ་ང་རང་ཚོ་གི་ཉམས་མྱོང་གི་ཐོག་ནས་ཅིག་དོགས་སློང་གི་བསམ་ཚུལ་དང་དེ་ནི་ངོས་འཛིན་དང་ཁ་ཕྱོགས་ཅིག་ངན་པར་དུ་བཟུང་དགོས་བའི་གི་ཚིག་ལ་སླེབས་ཡོད་པ་མ་ཟད་ད་ལྟའི་དུས་ཚོད་ལ་ད་བར་ལ་ང་ཚོ་གི་སྤྱི་ཚོགས་དྲ་ལམ་བེད་སྤྱོད་གཏོང་ཕྱོགས་དང་སྤྱི་ཚོགས་དྲ་ལམ་ལ་སྤེལ་བའི་གནས་ཚུལ་འདི་ཚོགས་གི་ཐོག་ལ་རྩ་སྟོང་འཐབ་རྩོད་དང་འབྲེལ་བྱས་ནས་དོགས་སློང་རྒྱ་ཆེན་པོ་ཅིག་བཟོ་ཉན་མེད་པའི་རྒྱུ་མཚན་གྱིས་སྤྱི་ཚོགས་དྲ་ལམ་ནང་ལོ་རེག་བཅས་ཀྱི་འགན་འཁྲི་དང་བོགས་གཏོང་ལ་ལྟ་བྱེད་འགན་སེམས་འདྲ་བོ་རྩ་བ་ནས་མེད་པའི་ཐོག་ནས་གང་བྱུང་བྱུང་དང་གང་དྲན་དྲན་སྤེལ་བ་དང་ཡང་མིན་ན་སྐབས་འཚོལ་བའི་གཏམ་དང་གནས་ཚུལ་དང་བརྙན་ལ་སོགས་པ་སྤེལ་བའི་རྒྱུ་མཚན་གྱིས་ད་བོད་ཀྱི་ལོ་རྒྱུས་ལ་དཀའ་ངལ་གྱི་ཟིན་ཐོ་ཆགས་འགྲོ་གི་ཡོད་པའི་གི་སྐོར་དེ་ད་ངས་ག་ཚོད་བརྙན་སྔོན་མ་ནང་ལོགས་ལ་ཞུས་ཡོད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས། ད་ང་ཚོ་གིས་གནད་དོན་འདི་ཚོ་གི་ཐོག་ལ་དོགས་སློང་དང་གྲོས་ཁག་ཅིག་བསྡུར་རྒྱུ་དེ་ཧ་ལས་པའི་གལ་ཆེན་པོ་ཡིན་པའི་རྒྱུ་མཚན་གྱིས་ད་དེ་རིང་འདིའི་ཐད་ལ་བསམ་ཚུལ་གཅིག་ཞུ་ཡག་དང་ད་དེ་ཡང་གཙོ་བོ་ང་ཚོ་གིས་བོད་ནང་གི་གནས་ཚུལ་དང་བརྩམས་ཆོས་ཁག་བཙན་བྱོལ་ནང་ནས་སྤྱི་ཚོགས་དྲ་ལམ་ལ་སྤེལ་ཕྱོགས་ཀྱི་ཐོག་ལ་ད་ང་རང་གི་ཉམས་མྱོང་དང་དོགས་པ་གྱི་ཐོག་ནས་དེ་ནི་དེ་རང་གི་སྐད་ཆ་འདི་ཞུ་ཡ་ཡིན། ད་བོད་ནས་སློང་བའི་བརྙན་དང་སྒྲ་ཡག་སྡུག་གཉིས་ཀ་ད་ང་རང་སྒེར་གྱི་སྤྱི་ཚོགས་དྲ་ལམ་ལ་བརྒྱུད་པར་བཟོ་ཡ་ལ་ད་རྒྱུན་རིང་པོ་ནས་སེམས་ནང་ལོག་ལ་ཅིག་དོགས་པ་དང་དཀའ་ངལ་ཡོང་བྱས་ནས་ད་ང་རང་སྒེར་གྱི་སྤྱི་ཚོགས་དྲ་ལམ་གྱི་ནང་ལོག་ལ་ཅིག་བོད་ནང་གི་བརྙན་དང་ད་གནས་ཚུལ་མང་པོ་ཅིག་དཔེར་མ་ཐོབ་ཡག་གི་དཀའ་ངལ་ཡོང་གི་འདུག་ད་དེའི་རྒྱུ་མཚན་དང་པོ་འདྲ་བོ་དེ་དེ་ནི་ཁ་ཅིག་གིས་བོགས་ནི་སློང་བའི་གཉེན་དང་སྦྲགས་དང་དེ་ནི་གནས་ཚུལ་དང་བརྩམས་ཆོས་དེ་འབྲེལ་གྱི་ནང་ལོགས་ལ་ཤེས་པའི་གེ་ལྟ་སྐད་ཆ་དང་གནས་ཚུལ་དེ་སོགས་བོགས་ལ་ཕན་དང་གནོད་གཉིས་ཀྱི་ནང་ནས་བོགས་ཀྱི་ལོ་རྒྱུས་དང་རྩ་དོན་འཐབ་རྩོད་ལ་གནོད་པ་མ་གཏོགས་ཕན་པ་མེད་པའི་རྒྱུ་མཚན་གྱིས་ད་གནས་ཚུལ་དེ་སུས་བྲིས་ཏེ་ང་ཚོའི་སྤྱི་ཚོགས་དྲ་ལམ་ན་མ་སྤེལ་ན་ཆོག་ག་བསམ་པའི་གི་གནས་ཚུལ་དེ་འདྲ་ཡང་ང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་བོད་པའི་མི་སྒེར་གྱི་སྤྱི་ཚོགས་དྲ་ལམ་ལ་ད་དཔེར་བདེ་བ་མ་གཟིགས་དེ་དཔེར་མཁན་དེ་ཡང་ད་མང་རུ་འགྲོ་བ་མ་གཟིགས་གནས་ཚུལ་དེ་ཚོ་གཞི་རྗེ་རུ་ད་ཚབ་ཆེ་རུ་འགྲོ་གི་ཡོད་བ་གི་གནས་སྟོང་འདྲ་བོ་དེ་ད་ཉེ་བའི་ཆ་ལ་བོད་ནང་ལོག་འགྲོ་ཉན་གི་དེ་ཏིང་གཉན་བཟོ་སྟོང་ད་གཉན་དེ་ཚོའི་ནང་ལོག་ལ་སྐད་ཆ་བཤད་སྟོང་དེ་ཚོ་ནི་ང་ཚོ་ཅིག་བོ་སྟོང་ལ་འགན་སེམས་ཡོད་ཉེན་ཅིག་ཡིན་ན་ར་འཕྲོ་ཡ་འདྲ་བོ་ཅིག་བྱུང་ཡོད་རེད། མདོར་བསྡུས་ན་ལྟ་བུའི་ནང་ནས་གཅིག། དེ་སོགས་ཙམ་མ་ཡིན་པར། སྤྱིར་བཏང་ནམ་རྒྱུན་བོད་རང་ལ་དེ་སྙེད་ཀྱི་བོད་པ་ཁ་ཅིག་གིས་བཤད་པའི་སྐད་ཆ། བརྩམས་ཆོས། ནི་བསམ་རྒྱུགས་འདི་ཚོ། ད་དངོས་གནས་ཀྱི་སྤྱི་ཚོགས་དྲ་ལམ་ལ་ང་ཚོ་གིས་སྤེལ་བ་དང་མ་སྤེལ་བ་ཡིན་ན་མ་སྤེལ་བ་དེ་ཕན་ཐོགས་ཆེ་ཡོད་བས་ཀྱི་རྒྱུ་མཚན་གྱིས་ང་རང་འདྲ་བོ་ཅིག་ཡིན་ན་དེ་སུས་ཁྲིད་དེ་སྤེལ་གི་མེད། ད་གནས་ཚུལ་གཅིག་པ་ཡིན་ན་ལས་གནས་ཚུལ་སྤེལ་ཡག་དེ་ལ་ཧ་ལས་པའི་གི་ཁྱད་པར་ཆེན་པོ་ཡོད་རེད་དཔེ་ཆ་བཞག་ན་ཉེ་ལམ་རྒྱལ་སྤྱིའི་གི་ད་ཡུ་བྷི་སི་གི་རྒྱལ་སྤྱིའི་གི་ཁུ་ཚུར་འགྲན་སྡུར་སྐད་རགས་ཆེན་པོ་དེའི་ནང་ལོགས་ལ་ད་ང་ཚོ་བོད་བཙན་པོ་གི་བུ་རབས་ཚ་རྒྱུད་ཚོ་གི་རྒྱལ་ཁ་ལེན་པའི་སྐབས་གི་ཡུལ་དངོས་གི་བརྙན་སྤེལ་བ་ཁག་ཅིག་གི་ནང་ལོགས་ལ་དཔེ་ཆ་བཞག་ན་དགྲ་བོ་རྒྱ་ནག་གི་དར་དམར་དང་དེ་ནི་རྒྱ་ནག་གི་ཚབ་ཡིན་པའི་ཡི་གེ་རྒྱབ་ངོས་ལ་གསལ་པོ་ཡོད་པ་དེ་འདྲའི་ཡང་ནག་ཚོགས་ཀྱི་བཙན་བྱོལ་ནང་ནས་སྤྱི་ཚོགས་དྲ་ལམ་ལ་རེག་བྱས་ཀྱི་དཔེར་དེ་སོང། ད་དེ་སུས་བྲིས་ཏེ་སྤྱིར་བཏང་སྦྱར་ཁ་ལེ་ཉིན་དེ་ཚོ་ནག་ཚོགས་བུ་བོ་བཙན་པོ་གའི་བུ་རབས་ཚ་རྒྱུད་ཡིན་པའི་རྒྱུ་མཚན་གྱིས་ནག་ཚོགས་ལ་དགའ་བ་དང་སྤོབས་པ་དང་ང་རྒྱ་ལུས་ཅེས་ང་ལ་འདྲ་བོ་ཡིན་ན་དེའི་ཐད་ལ་དགའ་སྤོབས་ཏན་ཏན་ཡོད། ཁོང་ཚོ་གིས་སྦྱར་ཁའི་པར་དང་བརྙན་གྱི་ཆ་ཤས་དཔེ་ལོག་བ་དེ་ཚོ་སྤེལ་བ་ཡིན་ན། ད། ཅེས་ག་རེ་ལབ་དགོས་རེད་ང་ཚོ་གི་རིགས་གཞན་དང། སོ་སོས་སོ་སོ་ལ་ངོས་འཛིན་དང་སྤོབས་སེམས་ཅི་ཡག་གི་གནས་སྟངས་ཆགས་ཀྱི་ཡོད་དུས་གནས་ཚུལ་དེ་སོགས་སྤེལ་བ་ཡིན་ན་རྒྱབ་ལོག་ལ་པར་ག་རེ་ཡོད་མེད་ཚིག་ག་རེ་ཡོད་མེད་དེ་སོགས་ལ་དབྱེ་ཞིབ་བྱས་པའི་ཐོག་ནས་དེ་ནས་པར་དེ་སོགས་རིགས་གཞན་གྱི་ཐོག་ནས་སྒམ་པོ་གི་ཚིག་འོས་འཚམ་དང་མཉམ་དུ་སྤེལ་བ་ཡིན་ན་འགྲིག་གི་ཡོད་རེད་དེ་འགྲིག་གི་རེད་ཚིག་འོས་འཚམ་གྱི་ཐོག་ནས་དེ་ནས་སྤེལ་བདེ་བ་དེ་སོགས་ལ་ང་རང་གིས་དགའ་རྟགས་སྐོར་ཅིག་བྱུང་སོང། ད་སྐབས་དེ་དུས་ཀྱི་ཡུས་ཧྲི་སི་ཁའི་རྒྱལ་སྤྱིའི་ཁུལ་ཚོགས་འགྲན་ཚོགས་དངོས་གཞི་གི་སྐབས་ལ་དེ་ནི་ང་ཚོའི་བུ་རྩིས་པོའི་བུ་རབས་ཚ་རྒྱུད་ཚོ་གི་རྒྱལ་ཁ་ལེན་ལེན་མའི་སྐབས་ཀྱི་བརྙན་ཐུང་མཐོང་དེ་ནི་རྒྱབ་ལོགས་ལ་དགྲ་བོ་རྒྱ་ནག་གི་རྒྱལ་དར་མེད་བ། དེ་ནི་དེ་ག་ནང་བཞིན་རྒྱབ་ལོགས་ལ་ཆེས་རྒྱ་ནག་གི་ཚབ་རེད་སྐུ་ཚབ་རེད་ཟེར་ཡག་གི་དེ་ནི་ཇོ་ཚིག་མེད་བ་དེ་འདྲི་གི་པར་དེ་ཚོ་ཀོ་བ་ཡིན་ན་འགྲིག་གི་ཡོད་རེད་དེ་འདྲི་གི་པར་དངོས་གནས་ཀྱི་ང་ཚོ་བུ་རྩིས་པོའི་བུ་རབས་ཚ་རྒྱུད་ཀྱི་དཔའ་སྙིང་དང་གཟུགས་སྟོབས་དང་ད་གང་ས་སྤྱི་ཐེས་ནས་དངོས་གནས་ཕོ་ཚོ་སྣག་གི་ཚོང་སྡེ་བའི་ཀྱི་པར་རྫིག་པོ་དེ་ཚོ་ང་ཚོའི་སྤྱི་ཚོགས་དྲ་ལམ་ལ་བཀོད་བྱས་ནས་སྒམ་བུག་སྒོ་ཡག། Gum Book། ཀྱི་ཚིག་འུད་མཚམས་དང་མཉམ་དུ་སྤེལ་བ་ཡིན་ན་དེ་ནི་བོད་པ་ནང་ཁུལ་ལ་རིགས་ཞེན་དང་དགའ་སྤོབས་ཀྱི་ཡག་གི་རྒྱུ་ཆགས་ཀྱི་ཡོད་རེད། ཧ་ཅང་གི་ཡག་པོ་རེད་དེ་ཚོའི་རེག་དེ་སྤེལ་དགོས་ཀྱི་ཡོད་རེད་དེ་ཚོའི་རེག་དེ་ང་ཚོ་གི་ད་ལྟ་སྤྱི་ཚོགས་དྲ་ལམ་ལ་སྤེལ་བ་མ་ཟད། ང་ཚོ་སྒེར་གྱི་ཉར་གསོག་འཇོག་བྱས་ནས་ཡང་ནས་ཡང་དུ་མ་འོངས་པར་དེ་ཚོའི་གྲས་དེ་ཅིག་དྲན་གསོ་དགོས་ཡ་དང། དེ་སོགས་ལ་ཅིག་སོ་སོ་བོ་རིགས་ཅན་ཡིན་པའི་བོད་པ་ཅིག་ཡིན་པའི་གི་སྤོབས་པ་ཉམས་འགྲོ་བའི་སྐབས་ལ་དེ་སོགས་ལ་ཅིག་བརྟག་ནས་སོ་སོ་གི་སྤོབས་སེམས་སླར་གསོ་བྱེད་ཡ་དེ་འདྲས་ཡང་ཡོང་ཆོག་གི་རེད། བོད་མི་རིགས་ལ་ཤ་ཞེན་དང་སྤོབས་སེམས་མེད་པའི་གི་མི་ཁག་ཅིག་ཡོད་རེད་དེ་སོགས་ལ་ནས་པར་དེ་སོགས་བསྟེན་དགོས་ཡ་དེ་སོགས་ཡང་ཧ་ལས་པའི་གི་ཆེན་པོ་རེད་ཡང་ནས་ཡང་དུ། དེ་བས་ཀྱང་ཤ་ཁྲག་རུས་གསུམ་བོ་རེ་ཡིན་བཞིན་དུ་ད་དེང་སང་གཅིག་བོ་ཁ་སྟབས་སྐྱོ་བོ་འདིའི་སྐབས་ལ་མི་ཁ་ཅིག་གིས་བོད་རིགས་མིན་མདོག་མདོག་བོད་པ་མིན་མདོག་མདོག་གིས་ཧི་མ་ལ་ཡི་མི་རིགས་ཡིན་ཟེར་ཡག་དང་མི་རིགས་བྱེ་བྲག་པ་ཡིན་མདོག་མདོག་གིས་ད་ཅིག་སྐབས་ཚོར་བ་བཟོ་བདེ་ཉིན་དེ་སོགས་ལ་དེ་ནི་མཁར་ཚོང་བུ་ཆེན་པོའི་བུ་རབས་ཚ་རྒྱུད་ཚོ་གིས་ཁུ་ཚུར་གྱི་རྒྱལ་ཁའི་རྟགས་མ་གླེན་པ་ལབ་ན་འདྲ་ཁུ་ཚུར་གྱིས་ད་རྒྱལ་ཁ་འཐོར་བ་དེ་ཚོ་གིས་པར་དང་བརྙན་དང་གནས་ཚུལ་དེ་སོགས་དེ་སོགས་ལ་ཡང་ནས་ཡང་དུ་ངོམ་སོ་རྒྱག་གཏན་ཆེ་ནས་བོད་པ་ཅིག་ཡིན་པའི་ཁེ་དེ་སོགས་ལ་འདུ་ཤེས་ཅིག་སླར་ཡང་བསྐྱེད་ཡག་གེ། འབད་བརྩོན་བྱེད་དགོས་ཡག་དེ་ཧ་ལས་པའི་གེ་ཆེན་པོ་རེད། དེ་ནས་ད་འདི་ནས་ནན་པོ་བྱས་ནས་ཞུ་ཡག་ལ་བོད་ནང་གི་པར་དང་གནས་ཚུལ་ག་འདྲ་ཅིག་སྤེལ་བ་ཡིན་ན་ལས་ང་ཚོ་གི previous སྐབས་ལ་ཆབ་སྲིད་ཀྱི་གནས་ཚུལ་མེད་བ་ཅིག་ཆབ་སྲིད་ཀྱི་ངོ་བོ་ལ་རྩ་བ་ཉིད་ནས་སྤེལ་མི་རུང་བ་དེ་ཏག་ཧ་ལས་པའི་གི་གེ་ཆེན་པོ་རེད། ད་དཔེ་ཆ་བཞིན་ན་ཁར་ཚོང་གི་ཁུ་ཚུར་འགྲན་བསྡུར་ཡིན་ན་འདྲ། ད་ཡ་བོ་ནང་གི་པར་དང་བརྙན་དང་གནས་ཚུལ་ག་འདྲི་ཅིག་ཡིན་ན་དེ་སོགས་གི་རྒྱབ་ལོག་ལ་ཅིག་རྒྱ་ནག་གཞུང་དོགས་པ་ཡོང་ཡག་གི་ཆབ་སྲིད་གི་དོགས་པ་ཡོང་ཡག་གི་ཚེ་བཀོལ་ཡག་ཅིག་རྒྱལ་སྤྱི་དཔའ་བོ་དཔའ་མོ་རེད་ཟེར་ཡག་གི་བཟོ་འདྲ་བོ་དང་དེ་ནས་བོ་ནང་གི་མ་ནག་བྱེ་རག་པི་པར་དང་མཉམ་དུ་བོ་པི་རྒྱ་དར་མཉམ་དུ་སྦྱར་བྱས་ནས་དེ་ནི་པིར་དེ་ཧ་དེ་སོགས་རྩ་བ་ཉིད་ནས་ནག་ཚོགས་ཀྱི་བྱེད་ན་འགྲིག་གི་ཡོད་མ་རེད་དེ་འདྲ་བྱས་བ་ཡིན་ན་བོ་ནང་གི་མི་སྣ་དེ་དང་དེ་ལ་ནག་ཚོགས་ཀྱི་བདེ་འཇགས་ལ་འགན་ཁུར་མ་བྱས་བ་ཆགས་འགྲོ་གི་ཡོད་རེད་དེ་འདྲ་བྱས་ནས་པིར་བ་ཡིན་ན་ནི་སྲིད་དོང་མ་ཡིན་པ་ཅིག་སྲིད་དོང་ལ་འབྱོར་བྱས་ནས་ད་ཁོང་ཚོ་གི་བདེ་འཇགས་ལ་ཉིན་ཁ་ཁྲི་སི་དུས་ཚང་པ་ལ་དེ་སོགས་ཀྱི་ཐོག་ལ་ང་རང་གིས་དུས་ནས་དུས་སུ་དྲན་སྐོར་ཞུས་མྱོང་དེ་རིང་གཅིག་པུ་མིན། སྔོན་མ་དེ་འདྲའི་ཡང་གཅིག་བོད་ནང་གི་མི་སྣ་བྱེ་བྲག་པའི་པར་གྱི་རྒྱབ་ལོགས་ལ་དེ་ནས་བོད་པའི་རྒྱལ་དར་འཇར་བྱས་ནས་དཔེར་བསྡད་ཡ་འདྲ་བོ་དང། དེ་ནས་ཀྱེ། དཔའ་བོ་རེད་ཟེར་ནས་ཆབ་སྲིད་ཀྱི་ཚིག་སྦྱོར་དཔེར་བསྡད་ཡ་དེ་སོགས་ལ་ཁ་ཐོབ་ཁ་ཐོབ་འོག་ལ་མཆན་བྲིས་ཡ་མ་དཔེར་ན་ཡག་པོ་འདུག་ལབ་བྱས་ནས་དེ་ནས་མང་ཆེས་ཅིག་ལ་ཁ་ཐོབ་དེ་འདྲའི་དཔེར་བདེ་སྙན་དེ་སོགས་ཀྱི་ངོ་དེབ་ཀྱི་ཡིག་སྒམ་བརྒྱུད་བྱས་ནས་འབྲེལ་བ་བྱས་ནས་དེ་སོགས་མ་དཔེར་ནས་ཡག་པོ་འདུག་དེ་འདྲའི་དཔེར་བ་ཡིན་ན། ཁོང་ཚོ་གི་བདེ་འཇགས་ལ་ཉེན་ཁ་ཡོད་རེད་ལབ་བྱས་ནས་བསམ་ཚུལ་ཞུ་བའི་སྐབས་ལ། ཧ་ལམ་བརྒྱ་ཆ་བརྒྱ་ནས་བརྒྱ་གིས་བསམ་ཚུལ་ལ་བདག་པོ་རྒྱབ་བྱས་ནས་ཀ་རན་ཆས་ལབ་བྱས་ནས་གནས་ཚུལ་དཔེར་ཡག་གི་ཚེག་དང་དེ་ནས་བརྙན་དང་དཔར་དེ་སོགས་བཟོ་བཅོས་བྱེད་ཡག་དཔེར་ཚ་བ་དེ་སོགས་ཕར་སོབ་ཡག་གི་གནས་ཚུལ་ཇི་ལྟ་ཇི་སྙེད་བྱུང་སོང་ད་ལྟ་ངའི་བརྙན་དཔར་བདེ་སྙན་དེ་སོགས་ཀྱི་ནང་ལོགས་ལ་ད་དེ་འདྲའི་མང་པོ་ཅིག་ཡོད་ཀྱི་རེད་དེ་འདྲའི་དགོས་ཡག་དེ་ང་ཚོ་བོད་པ་ཚང་མ་གིས་འགན་ཆགས་བསྡད་ཀྱི་ཡོད་རེད། ང་ཚོ་བུ་སྐྱེས་དེ་ཡག་པོ་ཆགས་དགོས་ཀྱི་ཡོད་ན་བོད་པ་མི་རེ་ངོ་རེ་ནས་གཅིག་གིས་གཅིག་ལ་སེམས་གདེང་ནས་ཤ་ཞེན་བྱེད་དང་དགེ་སེམས་ཀྱིས་དགོས་བ་དེ་ཧ་ལས་པའི་གལ་ཆེན་པོ་རེད་དེ་འདྲ་ཡིན་པའི་ཆ་ནས་ངས་དེ་རིང་ནན་པོ་བྱས་ནས་ཞུ་ཡ་གཅིག་ལ། དེ་ནི་བོད་ནང་གི་བོད་མི་ལུས་རྩལ་པ་ལ་སོགས་པ། ཆེད་ལས་པ་ལ་སོགས་པ། ད་དེ་སོགས་ཀྱི་པར་གྱི་རྒྱབ་ལ་བོད་པའི་རྒྱ་དར་རྒྱག་ན་ཡང་འགྲིག་གི་ཡོད་མ་རེད། དེ་ག་ནང་བཞིན་དེ་སོགས་ཀྱི་པར་གྱི་རྒྱབ་ལོག་དང་པར་དང་མཉམ་དུ་དགྲ་བོ་རྒྱ་ནག་གི་དར་དམར་ཁུག་བདེ་བ་དང་དར་དམར་འབྱར་བྱས་ནས་སྤེལ་བདེ་བ་དེ་ཚོ་ང་ཚོ་གི་སྤྱི་ཚོགས་དྲ་ལམ་ལ་སྤེལ་ན་འགྲིག་གི་ཡོད་མ་རེད་དེ་ག་ནང་བཞིན་རྒྱ་ནག་གི་ཚབ་ཡིན་པའི་ཡིག་ཆེན་ཁུག་བདེ་བའི་གི་ལྟ་ཉན་དང་པར་དེ་ཚོ་ང་ཚོ་རང་ལུང་པ་ནི་ཡང་དེ་ཚོ་སྤྱི་ཚོགས་དྲ་ལམ་ལ་སྤེལ་བདེ་བ་ཡིན་ན་དེའི་རྒྱལ་སྤྱིའི་གི་ཐོག་ལ་ང་ཚོ་བོད་པ་ཚོ་གི་རྒྱ་ནག་གི་ཚབ་བྱེད་གི་ཡོད་བ་འདྲ་བོ་དང་དེ་ནི་ང་ཚོ་རྒྱ་ནག་གི་ཆ་ཤས་ཡིན་པ་འདྲ་བོ་གི་ངོས་ལེན་ལོག་པ་གི་རྒྱལ་སྤྱིའི་ཐོག་ལ་བརྡ་ལེན་ནོར་བ་གི་འགྲོ་ཡག་གི་ཉེན་ཁ་ཡོད་བའི་ཆ་ནི་དེའི་རེག་དེ་ང་ཚོའི་དྲ་ལམ་དུ་སྤེལ་བ་ཡིན་ན་འགྲིག་གི་ཡོག་མ་རེད་དེ་འགྲིག་གི་མེད་པའི་རྒྱུ་མཚན་གས་ང་འདྲ་བོ་ཅིག་ཡིན་ན་དེ་ཚོའི་རེག་དེ་རྩ་བ་ཉིད་ནས་སྤེལ་གི་མེད་ལ་གཞན་གི་སྤེལ་བ་ལ་ཡང་ངས་དགའ་རྟགས་མ་རྩ་ནས་བཀོད་གི་མེད། མདོར་བསྡུས་ན་བྱ་འགོར་གཅིག་པ་ཡིན་ན་ལས་དེའི་བརྙན་དང་སྤར་གའི་ཆ་ཤས་རེ་རེ་ནས་སྦྱར་སྤྱིའི་ཐོག་ལ་བརྡ་ལན་ནོར་བ་འགྲོ་སྲིད་པ་ཡོད་མེད་ཀྱི་ཐོག་ལ་དོགས་སློང་བཟོ་དགོས་དེ་ཧ་ལས་པའི་གལ་ཆེན་པོ་འདུག་ངས་དེ་གཅིག་ཞུ་གི་ཡོད། དེ་རིང་རྒྱ་ནག་གི་ཁོ་རང་ཚོ་གི་དགོས་མཁོ་དང་འབྲེལ་བྱས་ནས་བོད་ནང་གི་བོད་མི་ཚོ་ལ་སྲོལ་གི་ཚབ་བཟོ་དང་མི་བཟོ་གི་གདམ་ཀ་དང་རང་རྩ་བ་ཉིད་ནས་ཡོད་མ་རེད་དེ་འདྲ་མེད་པའི་རྒྱུ་མཚན་གྱི་བྱ་འགུལ་རེ་རེ་ནས་རྒྱ་ནག་གི་ཚབ་བཟོ་བཅུག་གི་ཡོད་པ་དེ་རྒྱ་ནག་གི་དགོས་མཁོ་ཆགས་བསྡད་ཀྱི་ཡོད་རེད་དེ་བོད་མིའི་ཐོག་ལ་རྒྱ་ནག་གིས་ལྟ་སྐོར་བཙན་གནོང་བྱེད་གཏོང་གྱི་རེད་དེ་ང་ཚོ་ཚང་མ་གིས་ཤེས་ཀྱི་ཡོད་རེད། དེ་ཤི་གི་ཡོད་དུས་མི་ནག་བྱེ་བྲག་པ་དེ་ཚོ་ལ་ང་ཚོ་གིས་བོད་པ་རྒྱ་ནག་གི་ཚབ་བྱེད་ནས་བཞུགས་བདེ་ཉན་གི་མི་ནག་བྱེ་བྲག་པ་དེ་ཚོ་ལ་ང་ཚོ་གིས་གདོང་ཟུག་བྱེད་ཡ་ཡོད་མ་རེད་ཁོང་ཚོ་རང་དབང་མེད་བ་གི་གནས་ཚུལ་དེ་ང་ཚོས་བསམ་གཞིག་བྱེད་དགོས་ཡ་གྱི་རེད་ད་དེ་རྒྱར་ཅི་ཡང་གང་ལ་གང་འཚམ་གི་ཤེས་རྟོགས་ཡོད་རེད་ཡིན་ན་ལས་ང་ཚོ་གིས་བརྙན་དང་དཔར་དེ་ཚོ་ལ་དབྱེ་སྲིང་མེད་བའི་ཐོག་ནས་དཔེར་བདེ་བ་ཡིན་ན་དཔེར་བཏང་ནོར་བ་ཡིན་ན་དེ་ནི་ང་ཚོ་རང་དབང་ལུང་པ་གི་བོད་པ་ཚོས་ཀྱང་རྒྱ་ནག་གི་ཚབ་བྱེད་པའི་གི་བྱ་འགུལ་དེའི་རིགས་ལ་རྒྱབ་སྐྱོར་ཡོད་བ་འདྲ་བོ་གི་བརྡ་ལན་ནོར་བ་ཅིག་འགྲོ་ཉེན་ཡོད་པའི་ཆ་ནས། དེ་མ་འགྲོ་བར་བཟོ་དགོས་བ་གི་འགན་དེ་ང་ཚོ་བརྩི་འཇོག་རུང་བ་ལུང་པ་ལ་བདེ་ཉེན་གི་ཕོར་པ་ཚང་མ་ལ་ཡོད་རེད། དེ་ཆབ་སྲིད་ལ་དོ་སྣང་ཡོད་མི་ཡོད། ཆབ་སྲིད་ལ་དགའ་མོས་ཡོད་མི་ཡོད་གི་གནས་ཚུལ་ཅིག་ཆགས་གི་ཡོད་མ་རེད། དེ་རུང་བ་ལུང་པ་ལ་ཡོད་བའི་ཕོར་པ་ཚང་མ་གི་ངེས་པར་དུ་བོད་ལ་སོང་དགོས་བ་གི་དམ་ཚིག་ཅིག་དང། བོད་པ་གཅིག་གི་རུང་བ་ལུང་པ་ནས་སྒྲུབ་དགོས་བ་གི་བོད་མིའི་མ་མཐིལ་ལས་འགན་ཆགས་དུ་ཡོད་རེད། གནས་སྟངས་འདི་སུས་ཐིག་ལ་ད་དེར་ངས་སྐད་ཆ་བཤད་པ་དེ་དང་བསམ་ཚུལ་དེ་དང་ངའི་བསམ་བློ་གི་ནོར་ལོག་གི་ཐག་གཅོད་དེ་བོད་ཀྱི་ཆེད་དུ་ནོར་མེད་པ་དེ་ང་རང་གིས་ང་རང་ལ་ད་སྡིགས་མཚོ་དང་དེ་ནས་ཅེས་ངན་པ་འདྲ་བོ་ཅིག་རྙེད་པའི་ཐོག་ནས་སྡིགས་མཚོ་ཐོང་པོ་བཅས་ཀྱི་ཐོག་ནས་ཞུ་གི་ཡོད་ཞུ་གི་དེའི་གནས་ཚུལ་དང་དེའི་སྡེ་ཚན་འདྲ་བོ་དེ་ད་དེ་ནས་ལྡན་ཚེ་རྙིང་པ་དེ་ངས་ག་རེ་ཞུས་ཡིན་ལབ་ན། ད་ང་རང་གནད་དོན་འདིའི་ཐོག་ལ་ཅིག་བསམ་བློ་དགོས་ན་ལོ་ཐག་མ་ཆོད་བར་དུ་སྡིག་མཚུངས་མེད་དེ་བས་ཀྱི་ད་གནས་ཚུལ་གཞན་པ་ཅིག་ག་རེ་ཞུས་ཡིན་ལབ་ན། ད་བོད་ནང་གི་རྗེས་བོར་བ་བྱེ་བྲག་པར་གྱི་བཤད་བཞག་པའི་སྐད་ཆ་དང། བཏང་བཞག་པའི་གླུ་གཞས་དེ་བ་ནང་བཞིན་གྱི་རྩོམ་ཡིག་ལ་སོགས་པའི་ད་བོད་ནང་གི་བོད་པ་བྱེས་རབས་བར་གྱི་བརྩམས་ཆོས་ཁག་ཅིག་ད་བོད་ལ་ཧ་ལས་པའི་གི་ཕན་ཐོགས་ཆེན་པོ་ཡོད་པ། དེ་ཚོ་བོད་ཕྱི་ནང་གཉིས་ཀ་གི་བོད་པའི་ནང་ལོགས་ལ་བརྒྱུད་སྤེལ་ཤུགས་ཆེན་པོ་བྱེད་དགོས་ཀྱི་ཡོད་པ་དེ་འདྲའི་བྱས་པ་ཡིན་ན་ཕན་ཐོགས་ཡོད་པ་མཐོང་བདེ་བ་དེ་འདྲའི་གི་ད་ཅིག་བཟང་ཕྱོགས་གི་གནས་ཚུལ་དེ་ཚོ་ཡིན་པ་ཡིན་ན་ལས་ང་རང་འདྲ་བོ་གི་སྤྱི་ཚོགས་དྲ་ལམ་ལ་ཁྱབ་ཆེན་པོ་གི་སྤེལ་བས་ཕོག་གི་མི་འདུག་སྤེལ་ཐུབ་གི་མི་འདུག་རྒྱུ་མཚན་ག་རེ་ཡིན་ལབ་ན་ད་ང་འདྲ་བོ་ཅིག་ཡིན་ན་ཅིག་ཐུབ་ཀྱི་ཡོད་ན་མིན་ན་ནམ་རྒྱུན་ལས་འགོར་སྤེལ་ནས་འགྲོ་བསྡད་ཉིན་ཅིག་ག་སྲིད་ཐུབ་ཐོབ་ཀྱི་ཅིག་ལས་འགོར་འདྲ་བོ་ཅིག་སྤེལ་བསྡད་ཉིན་ཅིག་ཡིན་དུས། ཨཱ་ནི། ད། ལས་འགོར། དེ་འདྲས་ཅིག། ག་སྲིད་ཐུབ་ཐོབ་སྤེལ་བསྡད་ཉིན་ཅིག་གིས་ད་ཁོང་ཚོ་གི་གནས་ཚུལ་དེ་ཚོ་སྤེལ་བ་ཡིན་ན་ཡང་ཁོང་ཚོ་གི་བདེ་འཇགས་ཀྱི་ཐོག་ལ་ཅིག། ད་དཀའ་ངལ་འདྲ་བོ་འཁྲིད་མི་ཡོང་བསམ་གྱི་ནས་ད་སྤེལ་མི་ཕོད་བར་གྱི་གནས་ཚུལ་ཡོང་གི་འདུག། ཨཱ། ད་དེ་བཅས་ང་རང་གི་བསམ་བློ་གཏོང་སྟངས་དེ་འབྲེལ་ཡོད་དང་ནོར་ཡོད་དེ་ངས་ཁ་ཚོན་གཅིག་ཐུབ་ཀྱི་མི་འདུག་དཔེ་ཆ་བཞག་པ་ཡིན་ན་བོད་ནང་གི་ད་སྐད་ཆ་དང་གླུ་གཞས་རྩོམ་ཡིག་ལ་སོགས་པ་ཆབ་སྲིད་དང་འབྲེལ་བ་ཡོད་མེད་ག་རེ་ཡིན་ན་ལས་གང་ལྟར་བོད་ནང་གི་བདེན་པའི་གནས་སྟངས་མཚོན་ཐུབ་པ་བོད་ལ་དགོས་ངེས་ཀྱི་ཡར་སྐོར་གྱི་དོན་སྙིང་ཆེན་པོ་ཡོད་བ་གིས་ད་བོད་ནང་གི་བརྩམས་ཆོས་དེ་ཚོ་ངས་ད་གིས་གང་ལ་ཞུ་བ་ནང་བཞིན། དྲ་ལམ་ལ་ག་སེ་ཐུབ་ཐུབ་དཔེར་དགོད་ཡག་ཅིག་དང་ང་རང་ཡིན་ན་དཔེར་ཡག་གི་འདོད་པ་ཡོད་དེ་བི་ཀའི་གནས་སྟངས་ཡིན། ཡིན་ན་ལས་དཔེར་ཡག་གི་འདོད་པ་ཡོད་བ་ཡིན་ན་ལས་དཔེར་ཡག་གི་བློ་ཁོག་མེད་ཅེས་ནས་དཔེར་ཕོག་གི་མི་འདུག་དཔེར་མི་ཕོག་ཡག་གི་རྒྱུ་མཚན་དེ་ད་ངས་ད་གིས་གོང་ལ་ཞུས་བ་གི་གནས་ཚུལ་དེ་ཚོ་རེད། ད་དེ་ངས་ཅེས་ང་རང་གི་སེམས་ཀྱི་ནང་ལོགས་ལ་དོགས་པ་འདྲ་བོ་ཅིག་དང་གདེང་ཚོད་མེད་བི་ཀའི་ཐག་གཅོད་མ་ཐོབ་ཡག་གི་ད་གནས་སྟངས་ཇི་རེད་དེ་ཐག་གཅོད་མ་ཐུབ་ཡག་གི་གནས་སྟངས་འདི་ང་རང་གི་ངོས་ནས་ཅིག་འདིའི་ཐད་ལ་བློ་ཐག་ཆོད་པོ་གི་འཛིན་བསམ་ཅིག་རྙེད་མ་སོང། དེ་བས་ཀྱང་ཉེ་ལམ་ད་བོད་ནང་གི་གནས་ཚུལ་ཅིག་དང་འབྲེལ་བའི་ཁེ་ད་ང་རང་གི་རྩོམ་ཐུང་ཐུང་ཅིག་ངའི་ངོ་དེབ་ཀྱི་ཐོག་ལ་འགོ་བརྒྱུགས་ཐད་ལ་དང་པོ་བསམ་བློ་གཏོང་རོགས་ལ་ཡག་གི་རྩོམ་ཅིག་ཉེ་ཆར་ངའི་ངོ་དེབ་ཐོག་ལ་བྲིས་བ་ཡིན། དེའི་རྩོམ་དེ་གའི་འོག་ལ་ད་ཕྱིན་རྒྱག་ཉེན་གང་ལ་གང་འཚམ་གྱི་མང་པོ་བྱུང་སོང། དེའི་ནང་ལོགས་ལ་རྒྱབ་སྐྱོར་བྱེད་ཉེན་དང་དགག་པ་རྒྱག་ཉེན་ད་གཉིས་ཀ་ཡོད་ང་ཡིན་པ་རེད། དེའི་ནང་ལ་དགག་པ་རྒྱག་ཉེན་གྱི་མཆན་གཉིས། ད་ང་ལ་དགག་པ་རྒྱག་གི་ཡོད་ན་འདྲ་ངའི་རྩོམ་དེ་ལ་དགག་པ་རྒྱག་གི་ཡོད་པ་ཡིན་ན་ལས་གང་ལྟར་བོུ་ལ་ང་ལ་དགག་པ་རྒྱབ་ཡིག་གི་རྩོམ་གཉིས་གཅིག་བོུ་གའི་རྩ་དོན་གྱི་ཐོག་ལ་ཧ་ཅང་གི་ད་ཁས་ལེན་བྱེད་དགོས་ཡག་བསམ་གཞིགས་བྱེད་དགོས་ཡ། མ་མཐའ་ཡང་འདིའི་ཐོག་ལ་ང་ཚོ་གི་བགྲོ་གླེང་དང་དོགས་སློང་བྱེད་དགོས་ཡ་གི་ད་མཆན་གཉིས་ཀྱི་ངས་རེ་དོང་ཡོད་བི་གི་མཆན་གཉིས་ཀྱི་ངས་དེ་རིང་འདས་ཞུ་བ་ཡིན་ན། ད་དང་པོ་དེ་དགེ་བཤེས་བློ་བཟང་ལགས་ཞུ་བ་བྱས་གི་མཆན་ནང་ལོ་ག་རེ་བྲིས་འདུག་ལབ་ན་ཁོ་རང་འདྲ་བོ་བྱིན་ན་དེ་འདྲི་བསམ་གི་ཡོད་གསུངས་ཀྱ་ད་དེ་འདྲི་བསམ་གི་ཡོད་གསུངས་དུས་དེ་ནས་བོད་ནང་གི་ཅེས་སྐད་ཆ་དང་གནས་ཚུལ་དང་བརྩམས་ཆོས་དེ་སོགས་སྤེལ་ཡ་ལ་ད་ཅེས་བློ་ཁོག་གི་མ་འདང། དེ་སོགས་སྤེལ་བ་ཡིན་ན་དེ་དང་འབྲེལ་བ་ཡོད་ཆོག་གི་མི་དེ་སོགས་ཀྱི་བདེ་འཇགས་ལ་དཀའ་ངལ་འཕྲད་ཀྱི་རེད་བསམ་པ་གི་བསམ་བློ་དེ་ཁོ་རང་གི་ཡིན་ན་སྔོན་མ་གཏོང་མྱོང་ཟད་དེ་གསུང་གི་ཡོད་ས་རེད་ངས་ཀྱང་དེ་འདྲ་བསམ་མྱོང་སོང་ཞ་ཡིན་ན་ལས་ཁོ་རང་བོད་ནང་ལ་འགྲོ་བྱས་ནས་ཆབ་སྲིད་རྩོམ་པ་ཟུར་བ་གཅིག་ལ་སྐད་ཆ་བཤད་བའི་གི་སྐབས་ལ་ཆབ་སྲིད་རྩོམ་པ་ཟུར་བ་དེ་གི་ག་རེ་གསུང་གི་འདུག་ཟེར་ན་དེ་ནི་ང་ཚོ་གི་སྒང་ལ། རྒྱ་ནག་གི་གཉའ་གནོང་དེ་འདྲ་ཅིག་ཡོང་གི་ཡོད་བ་དེ་ང་ཚོ་གིས་ཤེས་ཀྱི་ཡོད་སྲིད་དེ་མ་ཤེས་ཏེ་ང་ཚོ་གིས་ལས་ཀ་དེ་བྱེད་ཀྱི་མེད་སྲིད། དཀའ་ངལ་དང་གནས་སྟངས་དེ་ཤེས་ཀྱི་ནས་གླུད་གཏོང་ཆ་ཚང་བྱེད་ཀྱི་ནས་ང་ཚོ་གིས་ལས་ཀ་དེ་བྱེད་བ་ཡིན། ལས་ཀ་དེ་བྱེད་ནས་གླུད་གཏོང་དེ་འདྲ་ཅིག་བྱེད་ཚར་དུས་ཁྱབ་བསྒྲགས་ཅིག་མ་ཐོབ་པ་ཡིན་ན་ང་ཚོའི་གླུད་གཏོང་དེ་དང་སྡུག་བསྔལ་མྱོང་བ་དེ་འཕྲོ་བརླག་རེད་ཟེར་གསུང་གི་འདུག་ཆབ་སྲིད་རྩོམ་པ་ཟུར་པ་ཅིག་གིས། ཨ་ནི། དེ་འདྲ་གསུང་དུས་ད་ཁོང་ཚོ་གིས་གསུང་བ་དེ་ཡང་འདྲ་བོ་རེད་འདུག་ཟེར་གི་ད་ཁོ་རང་གིས་མཆན་ནང་དེ་ག་རང་བྲིས་བཞག། དེ་གཅིག་རེད་དེ་ནི་མཆན་རྙིང་པ་དེ་སློབ་ཚོང་དོན་གྲུབ་ཞོལ་གཅིག་གིས་ག་རེ་བྲིས་འདུག་ལབ་ན། བོད་མི་གཅིག་གཉིས་ཀྱིས་བཙོང་ལ་བསྡད་ཡག་གི་འདོགས་པ་མེད་པ་དེ་དོང་ལ་བོད་མི་ཡོངས་རྫོགས་ད་ལྟ་རྒྱ་ནག་གིས་བཙོང་ལ་ཡོད་པ་དེ་ཧ་མ་གོ་བའི་རྟགས་མཚན་ཞིག་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་དེ་འདྲ་གི་བསམ་བློ་གཏོང་བསྡད་པ་ཡིན་ན་ནི་བོད་རང་དབང་སླར་གསོ་གི་ལས་དོན་བྱེད་ཐུབ་པ་དེ་ཧ་ཅང་གི་ཁག་པོ་རེད། བོད་གཞིས་བྱེས་གཉིས་ཀྱིས་བོད་མི་སུ་གཅིག་གི་བོད་ཀྱི་ཆེད་དུ་བློས་གཏོང་བྱེད་ཡག་གི་འདོགས་པ་མེད་པ་ཡིན་ན། ཨ་ནི་བོད་ཀྱི་ཆེད་དུ་བློས་གཏོང་བྱེད་མཁན་གྱི་མི་རིགས་གཞན་པ་ཅིག་ཡོང་གི་མ་རེད་ཟེར་ལབ་ཡོད། ད་དངོས་ཡོད་གནས་ཚུལ་རེད་འདི་སོ། ང་ཚོ་གི་ཅིག། ད་ལྟ་བོད་ནང་ལོགས་ལ་དཀའ་ངལ་འཕྲད་ཀྱི་འདུག། བཙོན་ལོང་ནང་བཟུང་འགྲོ་གི་འདུག་ལབ་བྱས་ནས་ད། ཞེ་སྣང་བྱེད་བྱེད་ནས་གནས་ཚུལ་མ་དཔེར་བར་བྱེད་ལས་ཀ་མ་བརྗེས་བར་བསྡད་བཞག་པ་ཡིན་ན། ཨ་ནི་ད་བོད་ཀྱི་ཆེད་དུ་བློས་གཏོང་བྱེད་མཁན་གྱི་མི་རིགས་གཞན་དག་ཅིག་ཡོང་གི་མ་རེད་གསུངས་ཡོད་ད་དེ་ཚོ་བདེན་པ་རེད་དངོས་གནས། མདོར་བསྡུས་ན་གོང་གི་མཆན་གཉིས་དེ་སྤྱིར་བཏང་ངའི་རྩོམ་དེ་ལ་དགག་པ་སྦྱར་བ་ཆེད་རེད། ངའི་རྩོམ་དེ་ལ་དགག་པ་སྦྱར་བ་ཡིན་ན་ང་རང་གིས་གུས་ཞབས་ཆེན་པོ་གི་ཐོག་ནས་དང་ལེན་ཞུ་གི་ཡོད། བསམ་ཚུལ་འདི་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་མ་མཐའ་ཡང་སླེབས་དགོས་ཡ་བགྲོ་གླེང་གཅིག་བྱེད་དགོས་ཡ། འདི་ཚོའི་ནང་ལ་ང་ཚོ་མི་སྒེར་རེ་རེ་དང་སྤྱི་ཚོགས་ཧྲིལ་པོ་གི་ངོས་ནས་འདི་ལ་བསམ་གཞིགས་འདྲ་བོ་བྱེད་དང། བགྲོ་གླེང་བྱེད་དགོས་པ་དེ་གལ་ཆེན་པོ་ཅིག་རེད་བཞག་དྲན་གྱི་ཡོད་སྤྱིར་བཏང་ང་རང་འདྲ་བོ་ཡིན་ན་སྔོན་མ་ནས་འཐབ་རྩོད་ཀྱི་ངོ་བོ་ཁོ་རང་བློས་གཏོང་ཡིན་པ་ཁས་ངོས་འཛིན་ཡོད་དེ་འདྲ་ཡོད་པའི་ཐོག་ནས་ངས་ང་རང་གི་འཐབ་གྲོགས་ཚོ་ལ་ཡང་འཐབ་རྩོད་ཀྱི་ངོ་བོ་དེ་བློས་གཏོང་རེད་ཟེར་མང་པོ་བཤད་མྱོང་ང་རང་འདྲ་བོ་ཅིག་ཡིན་ན་ཅི་གང་ཡང་ཅི་ཡང་ག་སྲིད་ཐུབ་ཐུབ་ཀྱི་རང་དབང་ལུང་པ་ལ་ཡོད་དབུས་ཀྱི་རང་དབང་དེ་བེད་སྤྱོད་འདྲ་བོ་ཅིག་རྩ་སྟོང་ཐབས་སོགས་ཀྱི་ཐོག་ལ་གཏོང་ཐུབ་ཡག་གི་ཐོག་ལ་འབད་བརྩོན་བྱས་བསྡད་པ་ཡིན་ད་ལྟའི་བྱེད་ཡག་དེ་ཁོ་ང་རང་གི་ཆེད་དུ་རེད་ང་རང་བོད་པ་ཡིན་པའི་ཆ་ནས་སུ་གང་ལ་ཡུས་བཤད་ས་སུ་གས་ཡོད་མ་རེད་བོད་པ་ག་འདྲའི་ཆེད་ཀྱི་བོད་ཀྱི་ཆེད་དུ་ལས་ཀ་བྱས་པ་ཡིན་ན་ལས་དེ་ང་ཚོ་ང་རང་ཚོ་གི་ཆེད་དུ་ཆགས་བསྡད་གི་ཡོད་རེད་ང་ཚོ་བོད་པ་ཅིག་ཡིན་པའི་ཆ་ནས་བོད་རྒྱལ་ཁབ་སླར་གསོ་བྱེད་ཡག་གི་འགན་དེ་བོད་པའི་བུ་རབས་ཚ་རྒྱུད་ཡོངས་རྫོགས་ལ་ཡོད་རེད། དེ་འདྲ་ཡིན་པའི་ཆ་ནས་གླུད་ལོང་གོ་ཧ་གི་དགོངས་ཚུལ་གོང་གི་མཆན་དེ་སྙིང་ལ་བསྐོར་བ་དེ་ལ་ངས་གུས་འདུད་དང་མོས་མཐུན་ཞུ་གི་ཡོད། ཡིན་ན་ལེ་ད་ང་རང་འདྲ་བོ་ཅིག་ནི་ནམ་རྒྱུན་བོད་ནང་ནས་ད་དངོས་གནས་ཀྱི་འཇོན་ནུས་ལྡན་པའི་གི་བོད་པ་མང་པོ་ཅིག་གཅིག་རྗེས་གཉིས་མཐུད་ལ་དགྲ་བོ་རྒྱ་ནག་གིས་ད་དགྲ་ལ་ལ་ཤོར་འགྲོ་དུས། དེ་ནི་གཞིས་ལུས་བོད་མིའི་ནང་ནས་ད་བོད་ཀྱི་ལས་དབང་དང་འབྲེལ་བྱས་ནས་རང་ཚུགས་དང་རང་དོན་གྱི་བསམ་སྤྱོད་ཕྱི་ལ་བསྟན་ཐུབ་ཉིན་རེ་རེ་དོན་ཡོང་བའི་སྐབས་ལ་ཕྱོགས་གཅིག་ནས་དགའ་བ་དང་སྤོབས་པ་སྐྱེ་བ་དང་མཉམ་དུ། དེ་དང་མཉམ་དུ་ཡང། ཨོ། ད་མི་དེ་དང་དེ་ཉི་མ་གཅིག་རྒྱ་ནག་གིས་བཟུང་འགྲོ་གི་རེད་བསད་འགྲོ་གི་རེད་བསམ་ཡང་ཁེ་ཕངས་སེམས་ཅིག་དང་ཞེ་སྣང་ཅིག་ནམ་ཞར་རྒྱུན་དུ་ཡོང་བསྡད་ཀྱི་ཡོད་པའི་རྒྱུ་མཚན་གྱིས་དེ་ནི་ཁོང་ཚོ་གི་བརྩམས་ཆོས་དང་སྐད་ཆ་དང་བརྙན་དེ་ཚོ་ང་འདྲ་བོ་གཅིག་ན་དྲ་ལམ་ལ་དཔེར་ཐུག་གི་མི་འདུག་ད་དེ་རྐྱེན་ཅེས་བྱས་ན་ངའི་རྣམ་དཔྱོད་དང་བློ་ཁོག་གིས་མ་འདོང་པའི་ཅུང་ཡིན་གྱི་རེད་ཡང་མིན་ན་ངའི་བསམ་ཚུལ་དེ་འགྲིག་བདེ་བ་ཅིག་ཡིན་གྱི་རེད་ད་ད་ལྟ་གང་ལྟར་ང་རང་གིས་ང་རང་ལ་ཐེ་ཚོམ་ཅིག་མ་གཏོགས་བློ་ཐག་ཆོད་པའི་ཀྱི་ལན་ཅིག་ང་རང་གིས་ང་རང་ལ་སྤྲད་ཐུབ་ཀྱི་མི་འདུག་ད་སྔོན་མ་འདྲ་བོ་ཅིག་ན་ང་རང་གི་བསམ་བློ་གི་ནང་ལོགས་ལ་ག་རེ་དྲན་གྱི་ཡོད་ལབ་ན་བོད་ནང་ལ་རྒྱ་ནག་གིས་འཛིན་བཟུང་བྱས་ཚར་བའི་ཀྱི་བོད་པ་ཚོ་གི་བརྩམས་ཆོས་དང་བརྙན་གྱི་རིགས་དེ་ག་སེ་ཐུབ་ཐུབ་སྦྱར་གྱི་ཐོག་ལ་ཁྱབ་སྤེལ་དགོས་ཡ། དེ་ནི་འཛིན་བཟུང་བྱས་མེད་པའི་ཁེ་བོ་པ་བོ་ནང་ཁུལ་ལ་དེའི་བཞག་ཉེས་དེ་སོགས་ཀྱི་བརྩམས་ཆོས་དེ་སོགས་ང་ཚོ་བཙན་བྱོལ་བོད་མི་ཀྱི་ལས་འགུལ་སྤེལ་བདེ་ཉེན་གྱི་ཚོགས་པ་སྒྲིག་འཛུགས་ཁག་གིས་སྤྱི་ཚོགས་དྲ་ལམ་ལ་མ་སྤེལ་བ་ཡིན་ན་ཡག་པོ་འདུག་སྲིད་དེ་ག་ནང་བཞིན་བོད་པ་རྣམས་བཞག་རྒྱུན་དུ་ལས་འགུལ་སྤེལ་བདེ་ཉེན་དེ་སོགས་ཀྱི་ནི་དེ་སུས་རེག་སྟེ་མ་སྤེལ་བའི་ཆེད་བོད་པ་སྤྱི་སྟོང་ད་ནམ་རྒྱུན་གཅིག་ལས་འགུལ་ཞེ་དྲག་སྤེལ་མི་ཐུབ་བདེ་ཉེན་དེ་སོགས་ཀྱི་ད་བོད་པ་སྤྱིར་བཏང་གི་བོད་པའི་སྤྱི་ཚོགས་ཀྱི་ད་དེ་སུས་བྲིས་ཏེ་ཁྱབ་ཆེན་པོ་སྤེལ་ཐུབ་པ་ཡིན་ན་ད་དེ་ཡག་པོ་ཡོང་ས་རེད་བསམ་དེ་ཉིན་ང་རང་འདྲ་བོ་ཅིག་ན་དེ་འདྲ་ཅིག་བྱེད་བྱེད་ནས་སོ་སོའི་དཔེར་མ་ཐོ་བ་ཞིག་ཡིན་ན་ལས་ད་གནས་ཚུལ་འོན་སང་དཔེར་དེ་ཉིན་དེ་སོགས་ལ་དགའ་རྟགས་འདྲ་བོ་ཅིག་བཀོད་དེ་ཉིན་ཅིག་ཡིན། ཡིན་ན་ལས་ད་དེ་འདྲ་གི་གནས་ཚུལ previous སྐབས་ལ་ངས་གང་ལ་ཞུ་བ་ནང་བཞིན་དེ་ནི་གནས་ཚུལ་སྤེལ་དུས་འོ་དེ་སོ་རྒྱར་སྐྱིད་དཔའ་བོ་རེད་ཟེར་བའི་བཟོ་འདྲ་བོ་སྲིད་སྟོང་རང་བཞིན་གྱི་ཐ་སྙད་ཀོ་བདེ་ཡག་དང་དེ་ནི་བོད་པའི་རྒྱལ་དར་མཉམ་དུ་གྱར་བྱས་ནས་ཀོ་བདེ་ཡག་དེ་སོགས་ཀྱི་བརྒྱ་ཆ་བརྒྱ་ནས་བརྒྱ་དག་ཁོང་ཚོ་གི་བདེ་འཇགས་ལ་ཉེན་ཁ་ཡོང་གི་ཡོད་དུས་དེ་སུའི་རེག་སྟེ། དེ་ནི་གནོང་ཡག་མི་འདུག་ཡག་ཤོས་བྱུང་བ་ཡིན་ན་བོད་ནང་ནས་ལྟ་ཅེས་སྐད་ཆ་བཤད་གི་ཡོད་ན་འདྲ་རྩོམ་བྲི་གི་ཡོད་ན་འདྲ་བརྙན་བཟོ་གི་ཡོད་ན་འདྲ་གནས་ཚུལ་བོད་ནང་ནས་ག་འདྲ་ཅིག་སྤེལ་ཡོད་པ་ཡིན་ན་དེ་འདྲ་འདྲ་བོ་ཅིག་རང་ཅག་བཞག་པའི་ཐོག་ནས་སྤེལ་ཐུབ་པ་ཡིན་ན་ཁོ་ཚོ་གི་བདེ་འཇགས་ལ་ཉེན་ཁ་ཆུང་བ་ཅིག་དང། ཆ་དཔེར་བྱིས་པའི་སྐབས་ལ་ཡིན་ན་ལས་ལྟ་ཅི་འགོག་རྐྱེན་འདྲ་བོ་དེ་ཉོག་ཅིག་ཡོང་གི་མིན་ནམ་བསམ་ཡག་དེ། ད་ང་རང་གི་སྤྱིར་བཏང་ནམ་རྒྱུན་གྱི་བསམ་བློ་འདྲ་བོ་ཅིག་ཡིན། ད་ཡིན་ན་ལས་གོང་ལ་ངའི་རྩོམ་གྱི་འོག་ལ་མཆན་བྲིས་ཉིན་རྣམ་པ་གཉིས་ཀྱི་མཆན་དེ་བྲིས་ཚར་བའི་རྗེས་ལ་ང་རང་གི་སེམས་ཀྱི་ནང་ལོགས་ལ་དོགས་པ་རྣམ་རྟོག་འདྲ་བོ་ཅིག་མང་རུ་འགྲོ་ཡ་ཅིག་དང་དེ་ནི་ང་རང་གིས་ཅིག་ལྟ་བྱེད་སྟངས་དེའི་ཐོག་ལ་གཅིག་བསམ་བློ་གཏོང་སྟངས་འདྲ་བ་དེ་འདྲེས་ཡོད་དམ་མེད་བསམ་ཡག་གི་དོགས་པ་དེ་མང་རུང་འགྲོ་ཡག་གི་གནས་སྟངས་འདྲ་བ་གཅིག་ཡོང་སྡད་ཀྱི་འདུག་དེ་འདྲ་ཡིན་པའི་ཆ་ནས་ད། གཅིག་བྱས་ན་ང་གི་སེམས་ནང་ལ་ཡོད་སྡད་པའི་གི་དོགས་པ་འདི། ད་ང་འདྲ་བོ་མི་མང་པོ་གཅིག་གི་སེམས་ལ་ཡོད་ཆོག་གི་རེད་དེ་ནས་ཁ་ཤས་ཀྱི་གནས་ཚུལ་འདི་སོགས་ཀྱི་ཐོག་ལ་བསམ་བློ་ཙམ་ཡང་གཏོང་མྱོང་ཡོད་ཀྱི་མ་རེད་ད་དེ་འདྲ་ཡིན་པའི་ཆ་ནས་མདོར་བསྡུས། གོང་གི་གནད་དོན་གཉིས་དང་འབྲེལ་བའི་གི་ཐོག་ལ་ད་ང་རང་ཚོ། ངའི་དྲ་གྲོགས་ཚོ་ངའི་སྙན་སེང་གཉིས་ན་འདྲ་ངའི་ངོ་དེབ་གི་ཐོག་ནས་རྩོམ་གློག་གཉིས་ན་འདྲ། དེ་ནས་ད་ང་ཚོ་ཚང་མ་གིས། ད་གནད་དོན་འདི་སོགས་གི་ཐོག་ལ་ཅིག་ནམ་རྒྱུན་སོ་སོས་སོ་སོ་ལ། དྲི་བ་གཏོང་དགོས་ཡ་བསམ་བློ་གཏོང་དགོས་ཡ། དེ་ནས་བོད་པ་ནང་ཁུལ་ལ་དོགས་སློང་དང་བགྲོ་གླེང་བྱེད་དགོས་ཡ་དེ། ད་གལ་ཆེན་པོ་འདུག་དེའི་རེད་དེ་འདྲས་ཅིག་གནང་དགོས་གི་འདུག་ལབ་ཀྱི་ནས་ད་ངས་དེ་རིང་དོགས་སློང་དང་དྲན་སྐུལ་དང་རེ་སྐུལ་ཞུ་གི་ཡོད། འདི་ཚོའི་ཐད་ལ་ང་ཚོ་གིས་དོགས་སློང་དང་བསམ་ཚུལ་སྤོང་བྱེད་ནི་གཅིག་གྱུར་གྱི་རྟ་གདོང་གཅིག་དང་ཁ་ཕྱོགས་གཅིག་དགོས་ཡ་དེ་ད་བོད་ཀྱི་རྩ་དོན་འཐབ་རྩོད་ཀྱི་ཐོག་ལ་ཕན་གནོད་འབྲེལ་ཡག་གི་གནད་དོན་གཅིག་ཆགས་བསྡད་ཀྱི་འདུག་ལ། གནས་ཚུལ་གཅིག་ང་ཚོ་གིས་སྤུར་སྟངས་ནོར་བ་ཡིན་ན། དེ་གི་ནོར་འཁྲུལ་དེ་གས་མཇུག་འབྲས་དེ་ཚབས་ཆེན་པོ་ཡོང་བསྡད་ཡ་གཅིག་དང་གནས་ཚུལ་གཅིག་དཔེར་དགོས་ཡ་གཅིག་དང་དཔེར་ཐུབ་ཡ་གཅིག་མ་དཔེར་བ་ཡིན་ན་དེ་ནི་དེ་གས་ཅིག་རིན་ཐང་འདྲ་བོ་དང་ནུས་པ་འདྲ་བོ་དེ་དེ་ནི་ང་ཚོ་གིས་བེད་སྤྱོད་གཏོང་མ་ཐུབ་ཡ་གི་གནད་དོན་ཆགས་ཀྱི་ཡོད་དུས་ད་འདི་སོགས་ཀྱི་ཐོག་ལ་ང་ཚོ་གས་ཅིག་ག་འདྲི་བྱས་ནས་བོད་ནང་གི་གནད་དོན་དང་བསམ་ཚུལ་དང།

མི་རྣམས་སྐྱོ་ཡོད་ཉེན་འབྱུང་ཐོངས་ཡོད་ཉེན་དེ་སོགས་ཡར་བསྡམས་ཡོད་པའི་སྐད་ཆ་རེད། དེ་ཆ་འཇོག་བྱེད་དགོས་ཀྱི་ཡོད་རེད་དེ་ཆ་འཇོག་བྱས་པའི་ཐོག་ནས་ད་ཁོང་རྣམ་པ་གི་གནད་དོན་འདི་སོགས་ཀྱི་ཐོག་ལ་བགྲོ་གླེང་བྱེད་དགོས་བ་དང་བསམ་ཚུལ་སྤོང་དགོས་བ་དེ་ད་ཁ་ཚ་དགོས་གཏུགས་ཆགས་བསྡད་ཀྱི་ཡོད་རེད་དེ་ད་ཅིག་རླུང་རྟ་མ་རྒྱུགས་ལབ་དགོས་ཀྱི་འདི་འདྲ་བུ་ལས་ངན་པ་ལབ་དགོས་ཀྱི་འདི་འདྲ་ང་ཚོའི་གྲོས་ཚོགས་ར་བ་གི་ནང་ལོགས་ལ་ག་དུས་ཡིན་ན་ཅིག་ཤོག་ཁག་དཔུང་གྲོས་ཀྱི་གནས་ཚུལ་དེ་སྐད་མགོ་མཐོན་པོ་དང་དེ་ནས་དེའི་ཐོག་ལ་བགྲོ་གླེང་མང་པོ་བྱས་བསྡད་ཡ་བྱས་མ་གཏོགས་རྩ་སྟོང་འཐབ་རྩོད་ཀྱི་ཐོག་ལ་དགོས་ཡག་གི་གནས་ཚུལ་མང་པོ་ཅིག་གི་ཐོག་ལ་བགྲོ་གླེང་མ་རྩ་ནས་ཡོང་གི་ཡོད་མ་རེད། འདི་ནི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་རྒྱ་མིའི་རྒྱུགས་ཀྱི་བྱས་ཉེས་དང་དེ་ནི་རྒྱ་ནག་གིས་ལྟ་ཅིག་ལག་ཆ་བྱས་དེ་ཉིན་དེ་ལྟར་ལོ་ཁ་ཤས་ཀྱི་ནང་ལོགས་ལ་ཇེ་མང་ཇེ་མང་ལ་སོང་ཡོད་རེད་ཚོགས་པ་སྒྲིག་འཛུགས་བཙུགས་དེ་ཉིན་ཡོད་རེད་དེ་གྲོས་ཚོགས་ར་བ་གི་ནང་ལོགས་ལ་ཐ་ན་གནས་སྟངས་དེ་སོགས་ཀྱི་ཐོག་ལ་ཡིན་ན་ལས་དངོས་གནས་ཀྱི་བགྲོ་གླེང་ཅིག་ཚེ་བདུན་པ་ཅིག་དང་ཐག་ཆོད་པོ་གི་བགྲོ་གླེང་ཅིག་དང། གྲུབ་འབྲས་ཡོད་པའི་བགྲོ་གླེང་ཅིག་བྱས་ཡོད་མ་རེད་ད་ལྟ་བར་དུ། ད་ལྟའི་བཀའ་སྤྱི་སྙིང་ག་གི་གནད་དོན་དེ་ཚོ་གི་ཐོག་ལ་དགོངས་པ་བཞེས་དགོས་ཡ་དེ་སྐད་ཆེན་པོ་ཞུ་འཆར་སྡོད་ཀྱི་ཡོད་རེད། ག་རེ་བྱས་ནས་ཞུ་གི་ཡོད་ལབ་ན། ད་ལྟ་ང་ཚོ་རྒྱ་བ་རིན་པོ་ཆེ་དགུང་ལོ་དགུ་བཅུ་ལ་ཕེབས་འགྲོ་གི་འདུག་ལབ་བྱས་ནས་ཕེབས་སོང་ལབ་བྱས་ནས་བློ་ཕམ་བྱེད་ཉེན་མང་པོ་ཡོད་རེད་དགུང་ལོ་མཐོན་པོ་ལ་ཕེབས་བྱས་ནས་དེ་ནས་རྒྱ་བ་ཡི་གཞི་ནོར་བུ་གི་དགུ་བཅུའི་གོ་སྟོང་དེ་ད་ང་ཚོ་གི་ལོ་དང་ཟླ་བ་མུ་མཐུད་ནས་སྲུང་བརྩི་བྱེད་བསྡད་ཀྱི་ཡོད་རེད་ད་དངོས་གནས་ཀྱི་རྒྱལ་བའི་བཀའ་དྲིན་རྗེས་དྲན་དང་བོ་སྐྱེ་ལ་བསམ་བློ་ངོ་མ་ཅིག་གཏོང་གི་ཡོད་ན་ད་རྩ་སྟོང་འཐབ་རྩོད་ཀྱི་ཐོག་ལ་ང་ཚོ་གི་ནུས་པ་མང་གཏོང་དགོས་ཡ་དང་དེ་ནས་གནད་དོན་འདི་ཚོ་གི་ཐོག་ལ་ང་ཚོའི་བསམ་ཚུལ་སྤོང་དགོས་ཡ་དེ་རྒྱ་ད་རྒྱལ་བ་རིན་པོ་ཆེ་ཐོག་རྒྱལ་ཡག་གི་རྗོད་ཀྱི་ཡོད་ན་འདི་ལས་ལྷག་ས་ཡོད་མ་རེད་ད་རྩ་སྟོང་འཐབ་རྩོད་ལས་ལྷག་ས་དེ་ངས་རྒྱུ་མཚན་ག་རེ་བྱས་ནས་ཞུ་གི་ཡོད་ལགས་ན་སྤྱིར་བཏང་བོད་པ་ཡོངས་རྫོགས་ལ་བོད་ཀྱི་བདེ་སྡུག་གི་ཐོག་ལ་འགན་ཡོད་རེད་སེམས་ཁྲལ་ཡོད་རེད་དེའི་ནང་ནས་བོད་པ་ཡོངས་རྫོགས་ཀྱི་ནང་ལོགས་ནས་འགན་དང་ཐུགས་ཁྲལ་ཆེ་ཤོས་དེ་རྒྱ་བ་བཞིན་ནོ་བེལ་ཡོ་བི་ཆ་ནི་བོད་ཀྱི་རྩ་སྟོང་འཐབ་རྩོད་ཀྱི་ཐོག་ལ་ནུས་པ་སྤོང་གྲུ་ཁ་བསྡུར་བ་ཡིན་ན་རྒྱ་བ་བཞིན་ནོ་བེལ་ད་ཐོག་རྗེས་བི་གི་རྒྱུ་དེ་ལས་ཡག་སུ་མེད་བ་ཅེས་ང་རང་གིས་ངོས་འཛིན་ཞུ་གི་ཡོད། ཧོན་དེ་འདྲ་ཡིན་བི་ཆ་ནི་ད་གནས་སྟོང་འདི་སོགས་ཀྱི་ཐོག་ལ་དེ་ནི་ཡོང་རྒྱུ་གས་ད་ཅི་ད་གོ་བི་གི་ཚེས་པ་ཕ་ཅེས་བཅོས། དེའི་དབྱིན་ཡོག་དེ་བ་གཅིག་ལ་ད་གྲོས་ཚོགས་དེ་འུ་ཚོ་གི་ཡོག་ས་ཡོད་ད་དེའི་ནང་ལོག་ལ་ཆིག་བསྟད་སྟོང་དེ་སོགས་ཀྱི་ཐོག་ལ་བགྲོ་གླེང་ཡོང་ཡག་ལ། དེ་ནས་ཆེ་ངེད་གཉིས་གཟིགས་བདེ་གཉིས་རྣམ་པ་ཚོ་གི། ཅིག་རྣམ་པ་ཚོ་འབྲེལ་བ་ཡོད་ཉེན་གྱི་གྲོས་ཚོགས་འཐུས་མི་ཡིན་ན་འདྲ། བཀའ་བློན་རྣམ་པ་ཡིན་ན་འདྲ་དེ་སོགས་ལ་ཅིག་བསམ་ཚུལ་དང་རེ་སྐོར་ཞུ་དགོས་ཨ་དེ་ཧ་ལས་བི་གེ་ཆེན་པོ་རེད། དེ་སྐྱེལ་ཞུས་པ་ཡིན། ད་གོང་གི་གནས་ཚུལ་དེ་ད་ངས་ང་རང་གི་བསམ་བློ་གི་ནང་ལོག་ལ་ཅིག་མགར་ཟླ་ཡོད་བསྡད་པ་ཐག་མ་ཆོད་བའི་དྲི་བ་ཅིག་གི་ཐོག་ལ་དེ་ནི་ད་ཅིག་བསམ་ཚུལ་སྤུངས་རོགས་གྱིས་ཞུས་པའི་གནས་སྟངས་ཅིག་རེད་ད་དེ་ནི་ངས་ཐག་ཆོད་པོ་གི་ཐོག་ནས་གནས་ཚུལ་ཞུ་ཡ་གཅིག་ལ་བོད་ནང་གི་བོད་མི་ཚོ་གི་དགྲ་དང་གཉེན་ག་འདྲ་ཅིག་ཡིན་པ་ཡིན་ན་ལས་དེ་ང་ཚོ་གི་སྤྱི་ཚོགས་དྲ་ལམ་གི་ཐོག་ལ་འཇོག་དགོས་མིན་གི་ཐོག་ལ་ངེས་པར་དུ་བསམ་བློ་གཏོང་རོགས་གྱིས་དང་པོ། དེ་ངས་ཡང་བསྐྱར་ཤོད་ཀྱི་ཡོད། གལ་སྲིད་གནས་ཚུལ་དེ་བོད་ནང་ནས་བརྩམས་ཆོས་གང་འདྲ་ཅིག་ང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་སྒེར་གྱི་དྲ་ལམ་ལ་སྤེལ་གྱི་ཡོད་པ་ཡིན་ན་རེད་དེ་སྤེལ་བའི་སྐབས་ལ་ཚིག་བེད་སྤྱོད་གཏོང་སྟངས་འདི་ཚོ་ལ་ངེས་པར་དུ་ཁོང་ཚོའི་བདེ་འཇགས་ལ་འགན་འཁུར་བའི་ཐོག་ནས་བདེ་འཇགས་ལ་བསམ་བློ་གཏོང་བའི་ཐོག་ནས་ཚིག་བེད་སྤྱོད་གཏོང་རོགས་གྱིས། ང་ཚོ་གི་ཀུན་སློང་ཡག་པོ་གང་འདྲའི་མིན་དགོས་གང་འདྲ་ཡིན་པ་ཡིན་ན་རེད། ཁོང་ཚོ་ལ་ང་ཚོ་གི་གཅིག་རྒྱལ་གཅིག་དཔའ་བོ་དཔའ་མོ་རེད་ཟེར་བའི་བཟོ་འདྲ་བོ་གི་ཚིག་བྲིས་པ་ཡིན་ན་དེ་འདྲའི་གི་ཚིག་སྐད་ཀྱིས་ཁོང་ཚོ་བཙོང་ནང་ལ་བཅུག་ཡག་གི་ཉིན་ཁ་ཡོད་དེ་བས་གི་གནས་སྟངས་ཡིན་དུས་ད་ལྟའི་དུས་ཚོད་ལ་ང་ཚོ་བོ་རྒྱ་ནག་གི་བཙན་འཛོལ་བ་ལ་ཚུད་དེ་བོ་གཞིས་ཀྱི་ཁ་བྲལ་ནས་གཞིས་ལུས་རྒྱ་ཆེའི་མི་མང་རྒྱ་ནག་གི་བཙན་གནོང་བ་ལ་བསྡད་བཞག་པའི་སྐབས་ལ་གཞིས་ལུས་རྒྱ་ཆེའི་མི་མང་གི་བོ་ནང་གི་སྤུན་ཟླ་ཚོ་ལ་ང་ཚོ་གི་རྒྱལ་གཅིག་དཔའ་བོ་དཔའ་མོ་རེད་ཟེར་ཡག་གི་ལ་སོགས་པའི་ཆེ་མདོག་གི་ཐ་སྙད་མང་པོ་ཅིག་ད་ལྟའི་ཆ་ལ་སྤྱི་ཚོགས་དྲ་ལམ་ལ་འགོད་པར་བྱེད་ཡག་གི་དུས་ཚོད་དང། གནས་བབ་འདྲ་བོ་དེ་ཡོད་མ་རེད་དེ་ང་ཚོ་གི་ཤི་དགོས་ཡ་དེ་ཧ་ལས་བི་གི་གལ་ཆེན་པོ་འདུག་བུ་བོ་ནང་ནས་གླུད་གཏོང་བྱེད་བི་གི་ཅིག་ལྟ་བརྩམས་ཆོས་ཡིན་ན་འདྲ་ལས་འགོར་ཡིན་ན་འདྲ་ག་འདྲ་ཅིག་ཡིན་པ་ཡིན་ན་ལས་དེ་ཚོ་གི་ང་དེ་ཚོ་ལ་ང་ཚོའི་གུས་ཞབས་རིན་ཐང་ཆེ་གཏོགས་དགོས་ཡ་གལ་ཆེན་པོ་རེད་དེ་ད་ལྟའི་དུས་ཚོད་ལ་འོས་འཚམས་གི་ཆེ་གཏོགས་བཅས་གི་ཐོག་ནས་གནས་ཚུལ་སྤེལ་དགོས་ཡ་དེ་ནས་ཅིག་རྒྱལ་སྤྱིའི་དཔའ་བོ་རེད་ལ་ཡ་དང་དཔའ་མོ་རེད་ལ་ཡ་གི་ཐ་སྙད་དེ་ཚོ་སོ་སོའི་སེམས་གི་ནང་ལོག་ལ་ཉར་སོ་སོའི། ཅེས་ཡིག་ཆ་གི་ནང་ལོགས་ལ་བྲིས་བྱས་ནས་མ་འོངས་པ་བུ་རོང་རོང་ཚའི་བླ་སྲོག་ཆུང་གཞིས་ཀྱིས་འཕོན་པ་ཡིན་ན་ང་ཚོ་གི་ཅིག་གཞིས་ལུས་མི་མང་ལ་ད་ད་ལྟ་དཔེར་མ་ཐོབ་པའི་བརྩམས་ཆོས་དེ་ཚོ་དེ་དུས་དཔེར་བ་ཡིན་ན་དེ་ནི་གོ་སྐབས་ཡོང་ཡག་གི་གནས་སྟངས་ཅིག་དང་འོས་འཚམས་ཡིན་པའི་གནས་སྟངས་ཅིག་ཆགས་དེ་ཡོད་རེད་དེ་ཅེས་ཞུ་ཡག་ཡིན་ད་སྤྱིར་བཏང། བོད་ནང་གི་གནས་ཚུལ་སྤེལ་ཕྱོགས་ཀྱི་ཐོག་ལ་ངས་དེ་རིང་གློ་བུར་དུ་སྐད་ཆ་འདི་ཤེས་བྱ་བ་ཅི་གལ་ཆགས་ཀྱི་མེད། ང་རང་གི་ངོས་ནས་གནད་དོན་འདི་སོགས་ཀྱི་ཐོག་ལ་རྒྱུན་རིང་པོ་ཅིག་བསམ་བློ་གཏོང་བདེ་བ་བསམ་བློ་གཏོང་བ་ཙམ་མ་ཡིན་པར་སྔོན་མ་ཨོ་ལིམ་པིག་ལ་སོགས་པ་ལ་ད་རྒྱ་ནག་གི་མིང་གི་ཐོག་ནས་དེ་ནི་ང་རང་ཚོ་གི་བོད་པ་ཁྱོད་ཅིག་ལ་སོགས་པ། དེ་ནི་ལུས་རྩལ་པ་དང་དེ་ནི་ཆབ་བྲག་དང་འབྲི་བིལ་གྱི་ལི་ཐང་བ་བསྟན་འཛིན། ལ་སོགས་པ་ད་གི་གནས་སྟངས་ཀྱི་ཐོག་ལ་ང་ཚོ་བཙན་བྱོལ་བོད་མིའི་ནང་ལོགས་ནས་གནས་ཚུལ་སྤེལ་སྟངས་དང་ཁྱབ་བསྒྲགས་བཟོ་སྟངས་ལས་འཕྲུལ་བྱས་ནས། སྐབས་དེ་དང་དེའི་དུས་ལ་ངས་རྒན་དོང་སྐྱོང་སེར་གྱི་བརྙན་བཟོ་མྱོང་གཙོའང་སྤེལ་མྱོང་དེའི་བརྙན་དང་གཙོའང་སྤེལ་བའི་རྒྱུ་མཚན་གྱིས་ནི། ཅེས་དེ་སོགས་ལ་དགའ་མོས་རྒྱབ་སྐྱོར་བྱས་དེ་གཉིས་ཁ་བཅད་ཁེ་དེ་ནི་རྩ་དོན་འཐབ་རྩོད་ལ་དགོངས་པ་མ་བཞི་ལབ་དགོས་ཀྱི་ཡོད་ན་འདྲ་སྤྱི་དང་སྒེར་གྱི་ནོར་ལོག་ནི་ད་སྒེར་གལ་ཆེ་ཡ་རྩིས་ལབ་དགོས་ཀྱི་ཡོད་ན་འདྲ་གོང་ལྟར་ངའི་བརྩམས་ཆོས་དང་བརྙན་དེ་སོགས་ལ་ཁ་གདངས་གཏོང་ཡོད་རེད་སྐྱོན་བརྗོད་བྱེད་ཡོད་རེད་དེ་ཁྱད་པར་གལ་མི་འདུག་ང་དོན་གྲུབ་ལྷ་དར་གྱིས་འདི་འདྲའི་གི་བསམ་ཚུལ་རྩོམ་བྲིས་ཀྱི་ཡོད་ན་འདྲ་བརྙན་བཟོ་གི་ཡོད་ན་འདྲ་ང་རང་གི་བོད་པ་གཅིག་ཡིན་པའི་ཆ་ནས་དེ་ཡང་རང་ལུང་པ་ལ་ཡོད་པའི་ཆ་ནས། དེ་ནི་རྩ་སྟོང་འཐབ་རྩོད་ལ་འགན་ཁྱི་ང་རོང་ང་རོང་གི་ལས་འགན་གྱིས་འགྲུལ་བ། ཅེས་ཕྱག་འདེབས་ཀྱི་ཡོད་དུས། ད་ཅེས་ཁ་གདོང་གཏོང་གི་ཡོད་ན་འདྲ། དེ་ག་རེ་བྱེད་ཀྱི་ཡོད་ན་འདྲ་དེ་ང་ལ་ཆད་པར་གཟིགས་ཀྱི་མི་འདུག་གཙོ་བོ་ང་ཚོ་ཐུན་མོང་གི་འགན་འཁྲི་གཅིག་གི་ཐོག་ལ་ནུས་པ་སྤོང་དགོས་ཡ་གི་ཁོག་རྒྱ་གཅིག་དང་དེའི་རྣམ་འགྱུར་གཅིག་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་རེད་སུ་ཕ་ཡུལ་གཅིག་པ་ཡིན་དང་མིན་སུས་སུའི་གྲོགས་པོ་ཡིན་མིན་སུ་སུ་གི་དགའ་ཕྱོགས་ཡིན་མིན་དེ་ལས་རྩ་ཆེ་སྟེ་ང་ཚོས་རྩ་སྟོང་ཐབས་ཚུགས་ལ་བཞག་དགོས་ཡ་དེ་ཏཱ་ཧ་ལེ་བྷི་ཀི་གལ་ཆེན་པོ་རེད། བོད་ནང་གི་ལུས་རྩལ་པ་ཡིན་ན་འདྲ་སྒྱུ་རྩལ་པས་ཡིན་ན་འདྲ་ཁོང་ཚོ་ལ་ད་ཁོང་ཚོ་འདྲ་བོ་ལ་གཅིག་ཁྱོད་གཅིག་ཡིན་གྱི་ཡོད་ན་འདྲ་གཉིས་ལི་ཐང་བསྟན་འཛིན་ཡིན་ཡིན་གྱི་ཡོད་ན་འདྲ་ད་གཅིག་རྒྱ་གཅིག་སྡིངས་ཆ་གི་ཐོག་ལ་སོ་སོའི་འཇོན་ཐང་དང་ནུས་པ་གི་ཐོག་ནས་ཡར་དོང་ཡུག་ཉེན་གྱི་ཡོད་བ་ཡིན་ན་ད་དེ་ཚོ་ལ་ང་ཚོས་དགའ་སྤོབས་དང་རིགས་ཞེན་གི་ཐོག་ནས་དགའ་འབོ་ལུས་དགོ་དགའ་སྤོབས་དང་རིགས་ཞེན་གི་ཐོག་ནས་ལྟ་ས་གུན་ག་རེ་ལབ་དགོས་རེད། སྤོབས་པ་བྱེད་ཡ་གཅིག་ཡོད་ན་སྤོབས་པ་བྱེད་ཆོག་གི་རེད། ཡིན་ན་ལེ་ངའི་དེ་རིང་འདི་ནི་ཚོར་བ་རྣོན་པོ་དང་ཐག་ཆོད་པོའི་ཐོག་ནས་ཞུ་ཡ་གཅིག་ལ། དགྲ་བོ་རྒྱ་ནག་གི་སྐུ་ཚབ་ཀྱི་ངོ་བོ་གི་ཐོག་ནས་དང་དགྲ་བོ་རྒྱ་ནག་གི་དར་དམར་འཕྱར་བྱས་ནས་ཡོང་བའི་གི་བྱ་འགུལ་གི་རིགས་ལ། དེ་ནི་ང་ཚོ་གིས་དགའ་རྟགས་སྤྲད་ཡག་དང་དེ་འབྲེལ་གྱི་ཅིག། དགྲ་བོ་རྒྱ་ནག་གི་སྐུ་ཚབ་ཀྱི་ངོ་བོ་གྱི་ཐོག་ནས་དགྲ་བོ་རྒྱ་ནག་གི་དར་དམར་ཆར་བུས་ཀྱི་བྱ་འགུལ་གྱི་རེག་པར་དང་གནས་ཚུལ་དེ་ཚོ་ང་ཚོ་བཙན་བྱོལ་བོད་མིའི་དྲ་ལམ་ལ་དེ་ནི་དགའ་སྤོབས་ཀྱི་ངོ་བོ་ལ་སྤེལ་བ་ཡིན་ན་ད་དེ་དངོས་གནས་ཁོ་རང་ད་ཧ་ལོག་འགྲོ་གི་ཡོད་རེད་ད་དེ་དངོས་གནས་ཀྱི་ཞབས་འདྲེན་ཡིན་དང་སྤོབས་པ་ཡིན་ཧ་མ་གོ་བའི་གནས་ཚུལ་ཅིག་ཆགས་ཀྱི་ཡོད་རེད་དེ་འདྲའི་ཡིན་དུས་ཞབས་འདྲེན་དང་སྤོབས་པ་དེ་མ་ནོར་བར་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་རེད། དེ་འདྲའི་དགྲ་བོ་རྒྱ་ནག་གི་སྐུ་ཚབ་ཀྱི་ངོ་བོ་དང་དགྲ་བོ་རྒྱ་ནག་གི་དར་དམར་ཆར་བུས་ཀྱི་དེ་ནི་བོད་ནང་གི་བྱ་འགུལ་གྱི་རེད། ཨ་ནི་ང་ཚོ་བཙན་བྱོལ་གདོང་ནས་སྤྱི་ཚོགས་དྲ་ལམ་ལ་དཔེར་ནས་དགའ་རྟགས་སྤྲད་བསྡད་པ་ཡིན་ན་སྒམ་པོ་བྱེད་བསྡད་པ་ཡིན་ན། འདིའི་རེག་དེ་བོད་མིའི་རྒྱ་ནག་ལ་སྒམ་པོ་བྱེད་པ་འདྲ་བོ་བྱེད་བཞིན་དག་ལ་གོ་ནོར་ཡོང་ཡག་དང་ག་ལེ་ག་ལེ་དཀར་ནག་དབྱེ་འབྱེད་ཆགས་སྐབས་ཡི་གེ་གནས་ཚུལ་གྱི་ཆགས་འགྲོ་ཡག་དེ་ནི་དེ་འདྲ་དེ་འདྲ་བྱེད་བྱེད་ནས་ང་ཚོའི་སྤྱི་ཚོགས་ནང་ལ་སྐབས་ཚོར་བ་དེ་མང་རུ་མང་རུ་འགྲོ་ཡག་དང་ཨ་ནི་ང་ཚོའི་རྒྱལ་ཞེན་དང་འཐབ་རྩོད་དེ་མུ་མཐུད་ནས་ཉམས་ཉམས་ཆགས་འགྲོ་ཡག་གི་གནས་ཚུལ་ཅིག་ཡོང་གི་ཡོད་བ་དེ་ད་ང་ཚོ་འདས་པའི་ལོ་བཅུ་ཕྲག་ཁ་ཤས་ཀྱི་ནང་ལོགས་ལ་ང་ཚོའི་འཐབ་རྩོད་དེ་ག་འདྲ་བྱས་ནས་ཉམས་ཆགས་ཕྱིན་ཡོད་བའི་གི་གནས་ཚུལ་འདི་ཚོ་ནི་ར་འཕྲོག་གི་ཡོད་རེད། ཉེ་ལམ་གྱི་ཁུལ་ཚོང་འགྲན་ཚོགས་ཀྱི་སྐབས་ལ་བོད་བཙན་པོའི་བུ་རབས་ཚ་རྒྱུད་ཚོ་གི་དཔའ་གཉེན་དང་དྲག་རྩལ་ལ་རྒྱལ་ཁ་ཐུབ་བི་ཀའི་སྐབས་ལ་ཡིན་པ་ཡིན་ན་ལས་ཁོང་ཚོ་ལ་སྒམ་པོ་གི་གཉེན་པིར་བི་ཀའི་ནང་ལོགས་ལ་དགྲ་བོ་རྒྱ་ནག་གི་རྒྱལ་དར་དང་རྒྱ་ནག་གི་ཚབ་མཚོན་པི་ཟླ་ཆབ་དང་སྒྱོ་ཚེ་འཁུར་བདེ་བ་དེ་འདྲས་པིར་མཁན་ཡང་རེ་ཟུང་བྱུང་སོང། ད་དེ་ཚོ་ལ་དངོས་གནས་གཟབ་གཟབ་བྱེད་ཡ་གལ་ཆེན་པོ་རེད་རྣམ་པ་ཚོ་གས། རྣམ་པ་ཚོ་གིས་རྒྱ་ལོག་གི་དགྲ་བོ་རྒྱ་ནག་གི་རྒྱལ་དར་དང་དེ་ནི་རྒྱ་ནག་གི་ཚབ་བྱས་ནས་བརྩད་ཀྱི་ཡོད་བ་དེ་ཚོ་ལ་དོ་སྣང་མ་བྱུང་ནས་སྤེལ་གྱི་ཡོད་ན་དོ་སྣང་མ་བྱས་པའི་ནོར་འཁྲུལ་གྱི་རེད། དོ་སྣང་བྱུང་ནས་དེ་ཚོ་མཐོང་བཞིན་དུ་སྤེལ་གྱི་ཡོད་བ་ཡིན་ན་ད་བོད་ལ་འགན་མ་ཁྱི་བ་ཡིན་པ་མ་ཟད་སོ་སོས་སོ་སོ་ལ་འགན་མ་ཁྱི་བ་ཆགས་ཀྱི་ཡོད་རེད་དེ་ལོ་རྒྱུས་ཀྱི་ནག་ཉེས་ཀྱི་ཆ་འགྲོ་གི་ཡོད་རེད། ངས་དེ་ལབ་དུས་ཁོང་ཚོ་ལ་ང་ཚོ་གིས་སྒམ་པོ་བཟོ་རུང་གི་མ་རེད་དེ་ཟེར་གྱི་མེད་སྒམ་པོ་བཟོ་ན་བཟོ་སྟངས་ཡོད་རེད་སྒམ་པོ་ལུས་བཟོ་ཆོག་ཡིན་ན་ལས་དགྲ་བོ་རྒྱ་ནག་གི་རྒྱལ་དར་དང་བོད་པ་ཆེ་རྒྱལ་ནག་གི་ཚབ་ཡིན་པི་གི་ཚིག་རྒྱུན་ཁོ་ཕི་གི་རེད་དེ་ང་ཚོ་གི་རྩ་བ་ཉིད་ནས་དཔེ་རུ་འགོད་མ་རེད་ངས་དེ་ལབ་གི་ཡོད། ང་ལ་བསམ་ཚུལ་འདི་སྔོན་མ་གཅིག་ནས་ཡོད་ངས་བསམ་ཚུལ་འདི་དང་འབྲི་བི་གི་རྩོམ་ཡིག་གཅིག་སྔོན་མ་བྲི་མྱོང། དེའི་ནང་དོན་དང་འབྲི་བི་ཐོག་ནས་ང་ཚོ་གི་ལོ་ཁ་ཤས་གོང་གི་གནས་ཚུལ་བཅས་དྲན་གསོ་བྱས་པ་ཡིན་ན། སྤྱི་ལོ་ཉིས་སྟོང་བཅུ་དྲུག་གི་ལོ་ལ་དེ་ནི་རི་བོ་ལ་རྒྱལ་སྤྱིའི་ཨོ་ལིམ་པིག་རྩེད་འགྲན་འཚོགས་པ་རེད། དེའི་རྒྱལ་སྤྱིའི་ཨོ་ལིམ་པིག་རྩེད་འགྲན་གྱི་ཐོག་ལ་དེ་ནི་བོད་པ་ཆོས་དབྱིངས་སྐྱིད་དང་སྟོབས་རྒྱལ་གཉིས་ཀས་དེ་ནི་རྒྱ་ནག་གི་སྐུ་ཚབ་བྱེད་ཅིང་ནི་ལུས་རྩེད་ནང་ལོགས་ལ་རྒྱུགས་ཤར་སླེབས་པ་རེད། ད་ཁོང་གཉིས་རྒྱུགས་ཤར་སླེབས་ཡི་གེ་པར་དང། དེའི་སྔ་རྗེས་ཀྱི་གནས་ཚུལ་དེ་ཚོ་བོད་པ་མང་པོ་གིས་དེ་ནི་སྒམ་པོ་དང་ཤི་ཚེག་དང་མཉམ་དུ་མདོར་བསྡུས་ན་བཙན་བྱོལ་ནང་གི་བོད་པ་ཧ་ཅང་གི་མང་པོ་གི་ངོ་དེབ་ཀྱི་ཤོག་དངུལ་ལ་བདུན་ཕྲག་ཁ་ཤས་ཅིག་ལ་ད་ཁོང་གཉིས་ཀྱི་པར་དང་སྒམ་པོ་དང་ཤི་ཚེག་གི་འཁྱུད་དབང་གི་གནས་ཚུལ་བྱུང་ཡོད་རེད། དེ་དུས་ངས་དེ་འདྲ་བྱས་དེ་ཉིད་དེ་ཚོ་ལ་ད་དགག་པ་ལབ་དགོས་འདི་འདྲ་བློ་ཕམ་གི་ངས་རྩོམ་ཡིག་ཅིག་ངའི་ངོ་དེབ་ཐོག་ལ་བྲིས་པ་ཡིན་དེའི་རྩོམ་དེ་གང་ལ་གང་འཚམ་གྱི་ཁྱབ་ཆེན་པོ་ཡང་འགྲོ་ཡོད་རེད། ང་རང་འདྲ་བོ་ཅིག་ཡིན་ན་དེ་དུས་དགག་པ་རྒྱབ་དགོས་ཡག་གི་གནས་ཚུལ་འདྲ་བོ་དེ་ག་རེ་རེད་ལབ་ན་ང་འདྲ་བོ་ཅིག་ཡིན་ན་ཁོང་གཉིས་ལ་སྒམ་པོ་དང་དགའ་རྟགས་སྤྲད་ཡག་གི་སེམས་ཁམས་དེ་བྱུང་མ་སོང། དེའི་ཚོར་བ་དེ་སླེབས་མ་སོང། དེའི་འདུ་ཤེས་དེ་སྐྱེས་མ་སོང་ང་ལ་རྒྱུ་མཚན་ག་རེ་བྱས་ནས་ཡིན་ལབ་ན་བོད་མི་གཉིས་ཀྱི་བྲང་ཁོག་གི་ཐོག་ལ་རྒྱ་ནག་ལབ་ཅིག་ནས་སེ་བོ་བཀུག་ཅིག་ནས་སྦྱར་གྱིས་ཐོག་ལ་དོང་ཡོང་བ་དེ་རྒྱ་ནག་གི་བུ་རྒྱ་ཁོང་ཡིན་ཟེར་ནམ་རྒྱུན་ལབ་བདེ་བ་དེ་དང་དེ་ནི་བོད་པ་དེ་ཚོ་ཀྲུང་གོ་གི་གྲོ་མྱོང་མི་རིགས་ཡིན་ཟེར་ལབ་བདེ་ཡག་གི་དྲིལ་བསྒྲགས་དེ་ལ་ང་ཚོ་བཙན་བྱོལ་བོད་མི་ཚོ་གི་ཡང་རྒྱབ་སྐྱོར་དང་བརྒྱུད་སྤེལ་དང་དགའ་རྟགས་སྤྲད་པ་འདྲ་བོ་བྱེད་གི་ཚོར་མཐོང་གི་ང་ལ་དགའ་བ་ལས་སྐྱོ་བ་མང་བྱུང་སོང། ང་དེ་རིང་ཡང་དེའི་འདུ་ཤེས་དེ་དང་བསམ་ཚུལ་དེ་ལ་འགྱུར་བ་མེད། དེ་འགྱུར་བ་མེད་བས་ཀྱི་རྩོམ་དེ་ངས་དེ་དུས་བྲིས་ནས་རེག་བྱས་ཀྱི་ཁ་གདོང་གཏོང་ཡོད་རེད་ཁ་ཤས་ཀྱིས་རྒྱབ་སྐྱོར་བྱས་ཡོད་རེད། ག་རེ་ཡིན་ན་ལས་གང་ལྟར་ང་རང་གི་ཐག་གཅོད་དེ་འཐབ་རྩོད་ཀྱི་ཐོག་ལ་བོད་ཀྱི་ཁེ་ཕན་གྱི་ཆེད་དུ་ནོར་མེད་པ་ཁེ་ང་རང་ངོས་འཛིན་དང་དེ་ནི་སྤོབས་པ་བརྟན་པོ་ཡོད། ཁོང་གཉིས་བོད་པ་ཡིན་པའི་ངོས་ནས་རྒྱལ་སྤྱིའི་སྡིངས་ཆ་གྱི་ཐོག་ལ་དོན་ཐོབ་པ་སོ་སོའི་དཀའ་ལས་བརྒྱབ་སོ་སོའི་ནུས་པ་ལ་བརྟེན་བྱས་ནས་རྒྱལ་སྤྱིའི་སྡིངས་ཆ་ཁག་ལ་དོན་ཐོབ་པ་དེ་དངོས་གནས་ཀྱི་དགའ་སྤོབས་དང་འཚམས་འདྲི་ཞུ་དགོས་ཡ་གཅིག་རེད། ཡིན་ན་ལས་ཁོང་གཉིས་བཙན་ལོང་གི་འོག་ལ་ཡོད་པའི་རྒྱུ་མཚན་གྱིས་ཁོང་གཉིས་དགྲ་བོ་རྒྱ་ནག་གི་ཚབ་བྱས་ནས་བཞུགས་ཡག་དེ་རོང་དང་གདམ་ཀ་མེད་པའི་གི་གདམ་ཀ་ཅིག་ཆགས་ཏེ་ཡོད་དུས། ང་ཚོ་གིས་ཁོང་གཉིས་མི་སྒེར་ལ་འཁོང་ར་བྱེད་དགོས་ཀྱི་རྒྱུ་མཚན་ཡོད་མ་རེད། ང་གིས་ཁོང་གཉིས་མི་སྒེར་ལ་འཁོང་ར་བྱེད་ཀྱི་མེད། ཁོང་གཉིས་མི་སྒེར་ལ་འཁོང་ར་མ་བྱས་པའི་ཐོག་ནས་ཁོང་གཉིས་ཀྱི་འབྱུང་ཁུངས་དང་ནུས་པ་དང་འབད་བརྩོན་དེ་ལ་ང་རང་གིས་སེམས་ཀྱི་ཟབ་ས་ནས་སྤོབས་པ་བྱེད་ཀྱི་ཡོད། སེམས་ཀྱི་ཟབ་ས་ནི་བོད་པ་ཁོང་ཁོང་ཚོ་འདྲ་བོ། བོད་པ་མི་རེ་རེ་ནས་ཁ་ཆེ་དབང་ཐང་དར་ཡག་གི་སྨོན་ལམ་སེམས་སྟེང་ནས་ཞུ་གི་ཡོད་དེ་དུས་ཡང་ཞུ་མྱོང། ཡིན་ན་དེ་སེམས་ནས་ཞུ་གི་ཡོད་མ་གཏོགས་རྒྱལ་སྤྱིའི་སྤྱི་ཚོགས་དྲ་ལམ་གྱི་ཐོག་ལ་ངས་ཁྱབ་བསྒྲགས་བྱེད་ཀྱི་མེད། དེ་བྱེད་ཡག་གི་གནས་བབ་ཅིག་མཐོང་གི་མེད། བོད་པ་བཅས་ཀྱི་ངོས་ནས་སོ་སོ་གི་བོད་པ་བཅས་ཀྱི་བྲང་ཁོག་གི་ཐོག་ལ་རྒྱ་ནག་ལ་བ་གི་ཚིག་དེ་འདྲི་ཅིག་ཚིག་ལོག་པ་དེ་འདྲི་ཅིག་ཁུག་བྱས་ནས་དོང་ཡོང་བ་དེ་ལ་ང་འདྲ་བོ་གཅིག་ན་སྔ་བར་ཕྱི་གསུམ་ལ་ངོས་ལེན་མེད་མ་འོངས་པ་ལ་ངོས་ལེན་བྱེད་སྲིད་ཀྱི་མ་རེད། མདོར་བསྡུས་ན་བོད་དང་རྒྱ་གཉིས་དེ་རྒྱལ་ཁབ་ཐ་དད་ཡིན་པའི་རྒྱུ་མཚན་གྱིས་བོད་མི་གཅིག་རྒྱ་ནག་གི་ཚབ་བྱས་ནས་རྒྱལ་སྤྱིའི་སྡིངས་ཆ་གང་ལ་གཏོང་ཡོང་ཡ་དང་རྒྱལ་སྤྱིའི་སྡིངས་ཆ་ཐོག་ལ་རྒྱ་ནག་གི་ཚབ་བྱས་ནས་དྲིལ་བསྒྲགས་བྱེད་ཡ་དེ་ལ་ངས་ངོས་ལེན་མེད། དེ་ངོས་ལེན་མེད་དགོས་ཡ་དེ་བོད་རྒྱ་ནག་གི་ཆ་ཤས་མིན། ལབ་གཉེར་ཚང་མ་གི་དངོས་གནས་བྱས་ན་དེ་ངོས་ལེན་བྱེད་མ་ཐོབ་ཡག་གི་གནས་ཚུལ་གཅིག་རེད། རྒྱུ་མཚན་ག་རེ་གཅིག་ལབ་ན། བོད་རྒྱ་ནག་གི་ཆ་ཤས་མིན་ན་བོད་པ་གཅིག་རྒྱ་ནག་གི་ཚབ་བྱས་ནས་རྒྱལ་སྤྱིའི་སྡིངས་ཆ་ག་ལ་དོང་ཡག་དེ་ནག་ཚོགས་ཀྱིས་ངོས་ལེན་བྱེད་ཐུབ་ཡག་ཡོད་མ་རེད། དེ་རྒྱུ་མཚན་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་ཁ་ཚོན་དེ་རིང་མེ་སི་དང་དེ་སོ། པོ་ལོ་བཙན་གཉན་སྐེ་རག་ཆེན་པོ། དེ་སོ། རྒྱལ་ཁབ་གཅིག་ནས་གཅིག་ལ་ཉོ་གི་ཡོད་རེད་དེ་སོ། ཁོ་རང་ཚོ་གི་དུས་ཚོད་དེ་རང་གི་ཐོག་ནས་ཉོ་ཚོང་བྱེད་གི་ཡོད་རེད། བོད་ནང་གི་བོད་པ་དེ་སོ། རྒྱ་ནག་གི་ཚབ་བྱེད་ཡོང་བ་དེ་རང་དབང་མེད་པའི་ཐོག་ནས་རྒྱ་ནག་གི་བེད་སྤྱོད་གཏོང་བྱེད་ནི་རྒྱལ་སྤྱིའི་སྡིངས་ཆ་ཁག་ལ་དོང་ཡོང་གི་ཡོད་རེད། དེ་དོང་དོང་བའི་སྐབས་ལ་ཡང་བོད་དེ་རྒྱ་ནག་གི་ཆ་ཤས་ཡིན་པར་སྒྲུབ་ཀྱི་ཡོད་རེད་བསྟན་གྱི་ཡོད་རེད། མི་སེར་དེ་ཚོ་རྒྱལ་ཁབ་གཅིག་ནས་གཅིག་ལ། ལོ་བསྟུད་རྗེས་གཅིག་གཅིག་ལ་ཉོ་གི་ཡོད་བ་ཡིན་ན་ལ་དེ་རྒྱལ་ཁབ་གཅིག་དང་གཅིག་ཆ་ཤས་ཡིན་པ་གི་ཁྱབ་བསྒྲགས་བྱེད་ཀྱི་ཡོད་མ་རེད། དེའི་སྲིད་ཇུས་དེ་ཟིན་གྱི་ཡོད་མ་རེད་མི་སྒེར་གྱི་དུས་ཚོད་དེ་ཉོ་ཚོང་བྱེད་ཀྱི་ཡོད་རེད། དེ་ང་ཚོ་གིས་ཧ་གོ་དགོས་བ་དེ་ཧ་ལས་པའི་གལ་ཆེན་པོ་རེད། སྦྱར་གྱི་ཐོག་ལ་གོ་སྐབས་ལ་ཡ་དེ་གལ་ཆེན་པོ་རེད་ཡིན་ན་ལས་དེ་ལས་རྩ་ཆེ་དེ་ག་རེ་རེད་ལབ་ན་ངོས་འཛིན་ལོག་པ། གི་གནད་དོན། རྒྱ་ནག་གི་ཚབ་དང་རྒྱ་ནག་གི་རྒྱལ་དར་མཁོ་བའི་གི་དེ་ནི། གནས་སྟངས་དང་གནས་ཚུལ་དེ་ཚོ་ང་ཚོ་གིས་དྲིལ་བསྒྲགས་མི་རུང་བ་དེ་ང་ཚོ་གིས་བདག་དབང་གི་གནས་སྟངས་དང་འབྲེལ་བའི་འཐབ་རྩོད་ཀྱི་ངོས་ནས་ཧ་ལས་པའི་གནད་འགག་ཆེན་པོ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་པའི་རྒྱུ་མཚན་གྱིས། སྐབས་དེ་དུས་ཁོང་གཉིས་ཨོ་ལིམ་པིག་རྩེད་འགྲན་ལ་མཉམ་ཞུགས་དེ་བོད་ཀྱི་སྐུ་ཚབ་ཀྱི་ཐོག་ནས་མ་ཡིན་པར་ང་ཚོའི་ཕ་སངས་འཕྲོག་མཁན་ཕ་མ་སྤུན་ཟླ་ཕུ་ནུ་དམར་གསོད་བྱེད་མཁན་དགྲ་བོ་ལག་དམར་བ་རྒྱ་ནག་གི་སྐུ་ཚབ་བྱས་ནས་ཞུགས་ཀྱི་ཡོད་རེད་དེ་ཞུ་བ་མ་ཟད་ཁོང་གཉིས་ཀྱི་གྲངས་འགོག་གི་ཐོག་ལ་རྒྱ་ནག་གི་རྒྱལ་དར་གྱི་མཚོན་མདོག་དང་རྒྱ་ནག་རླབས་ཆེན་ནི་སྲས་པོ་འཁོར་བའི་ཐོག་ནས་ཞོག་ཡོད་རེད་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་མ་མཐའ་ཡང་བཙན་བྱོལ་བོད་མི་ཚོ་གིས་འདིའི་རེག་ཐེག་ལ་མ་འོངས་པ་རྣམ་འགྱུར་བསྟན་སྟངས་དེ་གཟབ་གཟབ་ཀྱིས་མ་བརྗེ་བས་ཡིན་ན་ལོ་རྒྱུས་ཀྱི་ནང་ལོགས་ལ་བདེན་དཔང་ལོག་པ་ཅིག་དང་ངོས་འཛིན་འཁྲུལ་བ་ཅན་ཞིག་ཡོང་ཡག་ལོ་རྒྱུས་ནང་ལོགས་ལ་ཟིན་ཐོ་ནོར་བ་ཅིག་བཀོད་ཡག་གི་གནས་ཚུལ་ཡོད་པའི་ཆ་ནས་གནད་དོན་དེ་ཚོ་དང་འབྲེལ་བྱས་ནས་ངས་སྐབས་དེ་དུས་རྩོམ་ཡིག་སྤེལ་མྱོང། རྩོམ་ཡིག་དེ་ལ་ལྟ། གོང་ལ་ལྭ་བ་ནང་བཞིན། རྒྱབ་སྐྱོར་བྱེད་ཉིན་དགག་པ་རྒྱག་ཉིན། ཇི་ལྟ་ཇི་སྙེད་བྱུང་ཡོང་རེད་དེ་ཡོང་ཆོག་གི་རེད། ཡིན་ན་ལེ་ང་དུད་འགྲོ་ལྷ་དར་སྒེར་གྱི་བོད་ལོ་སྐྱོང་པའི་འདུ་ཤེས་དང་བོད་ལོ་སྐྱོང་པའི་འདུ་ཤེས་དང་འབྲེལ་བྱས་ནས་གོང་གི་བསམ་ཚུལ་དེ་ལ་ད་དུང་ཡང་འགྱུར་བ་མེད། དེ་ནས་རི་བོ་ཨོ་ལམ་པིག་ལ། རིའོ་ཨོ་ལིམ་པིག་གི་དུས་ཚོད་དང་གཅིག་པ་ཅིག་ལ་སྐབས་དེ་དུས་བོད་མི་གཞན་དག་ཅིག་ཡང་རྒྱལ་སྤྱིའི་གི་སྡིངས་ཆ་གི་འགྲན་ཚོགས་གི་ནང་ལོག་ལ་ཞུགས་ཡོད་རེད་དེ་ག་རེ་རེད་ལབ་ན་སྤྱི་ལོ་ཉིས་སྟོང་བཅུ་དྲུག་གི་ལོ་ལ་དེ་ནི་བོད་པ་ཅིག་རྒྱལ་སྤྱིའི་གི་མཛངས་མ་གི་འགྲན་སྡུར་ནང་ལོགས་ལ་མཉམ་ཞུགས་བྱས་ཡོད་རེད་དེ་ག་རེ་རེད་ལབ་ན་བར་ཡོལ་ལ་བཅས་བྱས་ནས་རང་ལོ་ཉི་ཤུ་རྩ་གཉིས་ཡིན་པའི་བློ་བཟང་སྐྱིད་འཛོམས་ལགས་སྐབས་དེ་དུས་རྒྱ་གར་ཀེ་ར་ལ་མངའ་སྡེ་གེ་ཀོ་ཆིའི་གྲོང་ཁྱེར་ལ། དེ་ནི་ཉིས་སྟོང་བཅུ་དྲུག་ལོ་གི་ཨེ་ཤེ་ཡ་གི་མཛངས་མ་འགྲན་སྡུར་གི་ནང་ལོགས་ལ་མཉམ་ཞུགས་བྱས། མཉམ་ཞུགས་བྱས་པའི་རྗེས་ལ་མོ་རང་གི་གསར་འགོད་པ་ལ་ལན་འདེབས་བྱས་པའི་ནང་ལོགས་ག་རེ་ལབ་ཡོད་རེད་ཟེར་ན། ང་ང་རང་བོད་ཀྱི་སྐུ་ཚབ་བྱེད་བྱས་ནས་མཉམ་ཞུགས་བྱས་ཡ་དེ་ངའི་དམིགས་ཡུལ་ཆེ་ཤོས་ཅིག་ཡིན་དེ་རིང་ངའི་དམིགས་ཡུལ་དེ་འགྲུབ་བྱས་ནས་ང་ཧ་ལས་པའི་དགའ་བོ་བྱུང་སོང། དེ་ནི་ང་རང་བོད་ཀྱི་སྐུ་ཚབ་བྱས་ནས་མཉམ་ཞུགས་བྱེད་ཐུབ་པ་དེ་བོད་དང་རྒྱ་ནག་གཉིས་རྒྱལ་ཁབ་ཐ་དད་ཡིན་པ་དང་བོད་དེ་རྒྱལ་ཁབ་ལོགས་སུ་ཡིན་པ་དེ་དེ་རིང་ངས་བསྟན་ཐོབ་སོང་དེ་གིས་ང་འདོད་པ་ཚིམ་སོང་ལབ་ཀྱི་ནས་མོ་རང་གིས་དངོས་གནས་ཀྱི་གསར་འགོད་པ་ལ་གཟིགས་རྒྱུ་དེ་འབིག་གིས་ལན་ཅིག་བརྒྱབ་ཡོད་རེད་དེ་དུས་ཚོད་དེ་ག་རང་ལ་བྱུང་ཡོད་རེད། མཐའ་མིག་གི་མཛངས་མ་འགྲན་བསྡུར་དེའི་སྐབས་ལ། དེ་ནི་སྡིངས་ཆ་གི་ཐོག་ལ་བརྗེད་ཉམས་དང་གཟིགས་རྒྱུ་དེ་འབིག་གིས་དེ་ནི་སྡིངས་ཕྱིས་ཀྱི་རྒྱབ་ངོས་ཀྱི་བརྙན་གྱི་ཡོལ་བའི་ཐོག་ལ། དེ་ནི་མོ་རང་བོད་ཆས་སྤུས་དག་ཅིག་བྱུང་ནས་འགན་འཁྲུའི་བྱེད་པོའི་ཁེ་བསྙེན་པར། དེ་ག་ནང་བཞིན་དབྱིན་ཇི་གི་ཐོག་ལ Tibetic དང་བོད་ཡིག་གི་ཐོག་ལ་བུག་ལབ་ཅིག་ནི་བྲིས་དཔེ་གི་ཡིག་མཁན་དང། དེ་ནི་བོད་ཀྱི་རོལ་དབྱངས་དང་དེབ་ཡིག་གི་མཆོད་རྟེན་དང་གོང་རེ་བོད་ཀྱི་རིག་གཞུང་དང་ཡུལ་ལྗོངས་མཚུངས་པའི་པར་རིས་མཉམ་དུ་བསྟན་པ་མ་ཟད། དེ་དང་མཉམ་དུ་མོ་རང་གིས་དབྱིན་སྐད་ཀྱི་ཐོག་ནས་ངོ་སྤྲོད་བྱེད་ཡ་དེ་ལ་ག་རེ་ངོ་སྤྲོད་བྱེད་ཡོད་རེད་ཟེར་ན། ང་སྐྱབས་བཅོལ་ལ་གནས་བའི་ཁྱི་དེ་ནི་བོད་པ་མི་ཐོག་གསུམ་པ་ཡིན། ང་དེ་རིང་བོད་ཀྱི་སྐུ་ཚབ་བྱས་ནས་མཉམ་ཞུགས་བྱེད་ཀྱི་ཡོད་ལབ་བྱས་ནས་དངོས་གནས་ང་རང། དངོས་གནས་དད་འདུན་བཅས་ང་ཚོ་བོད་པ་ཚང་མ་ལ། དེ་ནི་དགའ་སྤོབས་སྐྱེ་དགོས་ཡ་དེ་ནི་དགའ་སྤོབས་ཀྱི་མིག་ཆུ་ཤོར་དགོས་ཡ་གི་དེ་འདྲའི་གི་ད།